འདི་ལྟ་རི་བཅུ་དྲུག་ལ་ཨ་ནེ་ཏི་ཝེ་སི་དང་ཨ་ནེ Face of Tibet གྱིས་གདུགས་སྟོན་ཡར་གྱི་ཐབས་ཤེས་བྱེད་ཀྱི་འདུག་ཁོ་རང་ཚོ་གི་བཤད་ཡ་འདི་ལ་ད་ཁོ་རང་ཚོ་དེ་ག་ལོག་རེད་ཐའེ་ཝན་ཉམས་མོ་ཨ་ནེ་ལག་པ་ད་ག་ལོག་ཐའེ་ཝན་ཉམས་འདུག་ད་མཐུན་པོ་བྱས་ནས་ཨ་ནེ་ག་ལོག་རེད་དམངས་ཚོགས་ཀྱི་སྒང་ནས་ཨ་ནེ། བོད་ཀྱི་རྩ་དོན་སྒྲུབ་ཀྱི་ཡིན་ལ་གི་འདུག་དེ་དེ་ཏག་ཏག་རྩ་བ་ཉིད་འདེགས་ཡོག་མ་རེད་ཁ་ཚིག་ང་ཚོ་འོས་བསྡུ་ཀྱི་སྐབས་དེ་བ་ལང་ཚོ་བགྲོ་གླེང་བྱེད་དང་བྱེད་བསྡད་པའི་སྐབས་ལ་ཡང་ང་རང་ཚོ་གི་ཧ་གོ་ཡ་ལ་ག་རེ་གོ་ལ་ན་ཡིན་རྒྱུ་དེ་ང་རང་ཚོ་བོད་པའི་གི་སྤྱི་ཚོགས་དེ་གར་ས་བོད་པའི་གི་བོད་མི་སྒྲིག་འཛུགས་དེ་ཨ་ནས་དབུ་མའི་ལམ་གི་ལྟ་བ་ལང་ཕྱོགས་ནི་ཡིན་ཙང། ཨ་ནེ་ང་ཚོ་རང་བཙན་རྩོད་ཀྱི་མེད་ཡིན་ཙང་ང་ཚོ་འཛམ་བུ་གླིང་གི་རྒྱལ་ཁབ་ཀྱི་སྡིངས་ཆ་སྒང་ལ་ཨ་ནེ་ང་ཚོ་གི་བོད་རྩ་དོན་གྱི་སྒང་ལ་བཤད་ཡ་ར་ཡ་དང་བོད་རྩ་དོན་གྱི་སྒང་ལ་ཨ་ནེ་ཅིག་ག་ག་ལོག་རེད་འགྲོ་བ་མི་གི་ཐོབ་ཐང་གི་སྒང་ནས་ང་ཚོ་གི་རྩོད་པ་བྱེད་ཡ་དང་དེ་ཚོ་གང་ག་གི་ཨ་མདའ་སྲིད་སྐྱོང་སྤེན་པ་ཚེ་རིང་ཕེ་ནི་འགྲོ་བསྡད་བཞིན་དོ་ཨ་དེ་གང་ག་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་གི་སྒང་ནས་ཡོང་གི་ཡོག་རེད་མ་གཏོགས་གཞན་ང་ཚོ་གལ་སྲིད་རང་བཙན་རྩོད་ཀྱི་ཡོད་པ་ཡིན་ན། ཨ་དེ་ཚོ་གང་དགའ་གང་ལ་རྒྱབ་སྐྱོར་བྱེད་ཐུབ་ཀྱི་ཡོད་མ་རེད་དཔེར་ན་ཆ་བཤད་ན། ཁ་ཅིག་ངེད་ཅག་ནེ་པཱལ་ནང་ལོགས་ལ་རྗེས་འཛིན་གྱི་རྙོག་དྲ་ནང་ལོགས་ལ་ཨ་ནེ། ནེ་པཱལ་ལི་མི་དེ་ཚོ་མང་པོ་ལག་གི་འདུག་ཨ། བོད་པ་དེ་ཚོ་ཨ་ནེ། བོད་རྩ་དོན་དེ་ཁོ་རང་ཚོ་ག་རེ་ང་ཚོ་ཕ་ཡུལ་ནས་བསྒྲུབས་པས་རེད་བས་དེ་འདྲ་བྱས་པ་ཡིན་ན་ང་ཚོ་ཕ་ཡུལ་ཉན་གི་མ་རེད་བས་ལག་གི་འདུག་ཨ་གཅིག་པ་གཅིག་ཀྱང་ང་ཚོ་གི་ཨ་རིག་གི་དེ་ནས་ཡང། ཨ་རིག་གི། ཨ་རི་གི་ས་གནས་ནས་ཨ་ནེ་གར་ས་བོད་རྩ་དོན་སྒང་ལ་ང་ཚོ་གི་རང་བཙན་གི་སྒང་ལ་སྐད་ཆ་བཤད་པ་ཡིན་ན་དེ་ང་རང་ཚོ་གི་ཁེ་ཕན་གི་ཆེད་དུ་ཨ་རི་དང་རྒྱ་ནག་གི་པ་ར་ལ་ང་ཚོ་གི་ཁ་བརྡའི་བཟོད་གི་འགྲོ་གི་ཆག་གི་ཡོད་ཡིན་ཙང་ནི་ང་ཚོ་རང་བཙན་ལབ་ན་ཡ་བྱེད་གི་མེད་རང་བཙན་ལབ་ན་ཨ་ནེ་ང་ཚོ་རོགས་པ་བྱེད་ཐུག་ས་མ་རེད་ལ་ནི་ལ་དགོས་གི་རྒྱུ་པ་རྒྱུ་མཚན་དེ་དེར་ཐུག་གི་ཡོད་རེད། ད་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་སྒང་ནས་ཨ་ནི་རང་བཙན་རྩོད་ཀྱི་མེད་དབུ་མ་ལམ་གྱི་དབུ་མའི་ལམ་གྱི་ལྟ་བ་བརྟག་ཆོག་ནས་ཨ་ནི་ང་ཚོ་གི་གཉིས་ཕན་བྱས་ནས་ཨ་ནི་ང་ཚོ་འདུག་བྱེད་ནི་བོད་རྩ་དོན་འགྲུབ་ཀྱི་ཡིན་ང་ཚོ་གི་བོད་མི་མང་གི་ཨ་ནི་བདེ་སྡུག་སེལ་ཡ་དང་བོད་མི་མང་གི་ག་ལ་འོ་རེད་རིག་གཞུང་འཛིན་ཡ་དང་སྐད་ཡིག་སྲུང་སྐྱོབ་བྱེད་ཡ་དང་དེ་ཚོ་གི་སྒང་ནས་ཨ་ནི་ང་ཚོ་གི་དེ་རྩོད་ཀྱི་ཡོད་ལ་དུས་གང་ལ་དེ་འགྲོ་བ་མིའི་ཐོབ་ཐང་ནང་ལ་ཚུད་ཀྱི་འདུག་ལ་ནི་དེ་ང་ཚོ་གི་རྩོད་ཆོག་གི་ཡོད། ད་འདི་འདྲས་ཡིན་གྱི་ཡིན་གྱི་ལ། ད་མགོ་ད་རིང་དེ་ཏཱ་རི་བཅུ་དྲུག་ཕྱི་ཟླ་གཉིས་པའི་གི་ཏཱ་རི་བཅུ་དྲུག་ལ་ཨ་ནི་གཞོན་ནུ་ཚོགས་པའི་གི་ཨ་ནི་ཚོགས་གཞོན་རྙིང་པ་དེ་འདུག་སླད་བཅས་ཨ་ནི་ཡང་དག Face of Tibet དང་ཁོ་རང་ཚོ་མཉམ་དུ་རང་བཙན་གྱི་སྒང་ལ་སྐད་ཆ་བཤད་ནས་ཨ་ནི་དེ་གཞོན་ནུ་གི་གར་ས་དར་ཅོ་འདྲ་བོ་འདི་ཚོ་ཁྱི་ཆུན་གྱིན་རྒྱ་བྱས་ནས་ཨ་ནི་ཁོ་རང་ཚོ་གི་དེ་གར་ས Taiwan དང་མཉམ་དུ་ལག་པ་བཏུད་ནས་ཨ་ནི། གར་ས་དམངས་གཙོ་རྩོད་གིན་ཡིན་ལ་གི་འདུག་ཨ། དེ་ང་ཚོ་གི་ཧ་གོ་དགོས་ཡ་ལ་ག་རེད་ལབ་པ་ཡིན་ན་ཐའེ་ཝན་ཁོ་རང་ཚོ་ཡིན་པ་ཡིན་ན་ཡང། ཨ། ག་ལོག་རེད་རང་བཙན་གཙང་མ་གཙང་རྒྱ་དགོས་ཡོད་ལ་གི་ཡོད་ཡིན་ཙང་ཐའེ་ཝན་དེ་ཚོ་ཡིན་པ་ཡིན་ན་ཡང་ཕྱི་རྒྱ་ཁབ་ལ་འགྲོ་འོག་ནི། ཨ། ཁོ་རང་ཚོ་གི་ཐའེ་ཝན་གི་སྒང་ལ་སྐད་ཆ་བཤད་ཕོད་ཀི་ཡོད་མ་རེད། རྒྱུ་བ་རྒྱུ་མཚན་ཁོ་རང་དང་རང་རེད། ག་ཅིག་འདྲ་ན་ཁོ་ཚོ་རང་བཙན་རྩོད་གི་ཡོད་ཡིན་ཙང་ཁོ་རང་ཚོ་སོ་སོ་གི་ཐའེ་ཝན་འབུ་ནི་རྩོད་ཐུག་རེད་མ་གཏོགས་ཕྱི་རྒྱ་ཁབ་ལ་འགྲོ་ནི་འབྲེལ་བ་བྱེད་ས་ཡོད་མ་རེད་ཡ་བྱེད་ངེས་ར་གོ་འོག་མ་རེད། ཨ་མདའ་ང་ཚོ་ལ་ཡ་བྱེད་ཡ་ར་ཡ་དེ་ག་རེད་ལབ་པ་ཡིན་ན་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོད་དེ་གང་ནི་ང་ཚོ་ལ་ཡ་བྱེད་ངན་ར་གོ་རེད། དེ་བྱས་ནས་ང་རང་ཚོ་གི་དེ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོད་དེ་ལ་ཡ་མེད་བཏང་ནས་རང་བཙན་ལ་ནི་ཁ་ལ་འཁྱིལ་འགྲོ་བ་ཡིན་ན་ཆོག་ཅིང་ལྟ་བ་ཡིན་ན། རང་བཙན་དེ་ཨི་མོ་ཤི་ནོ་ཧྲིལ་བོ་ཅིག་ཡོར་དེ་ནི་ང་ཚོ་ལ་ཕན་གྱི་ཡོ་མ་རེད་དེ་ང་རང་ཚོ་རབ་དང་རིམ་པ་སྐྱག་རོམ་ཅིག་གིས་དེ་ག་ཟ་ཞིག་གིས་ང་ཚོ་ལ་བསླབ་བྱ་རྒྱག་ཡོད་རེད་ད་དོན་ཡིན་ནའི་ང་རང་ཚོ་སྤྱི་ཚོགས་ནང་ལོག་ལ་ཁ་ཤས་ཀྱིས་མ་གོ་གོ་མདོག་མདོག་བྱེད་ཀྱི་འདུག་བ་དེ་མ་གོ་བ་རྩ་བ་ཉིད་མ་རྟ། མདའ། ང་ཚོ་འདས་པའི་གི་ལོ་ལྔ་ནང་ལོག་ལ་སྲིད་སྐྱོང་སྤེན་པ་ཚེ་རིང་ཁོ་རང་རང་གིས་ཁ་ནས་ག་རེ་ལབ་ཟེར་ལབ་པ་ཡིན་ན། ང་ཚོ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་རེད་དེ་ཡིན་ནའི་ཡང་རང་བཙན་ལ་ནི་འདུག་ག་རང་ལ་གོ་ཡོག་མ་རེད་རང་བཙན་རྩོད་ཆོག་མེད་ལ་གོ་ཡོག་མ་རེད་ལ་ནི། སྲིད་སྐྱོང་སྤེན་པ་ཚང་གིས་གསུངས་ཡོད། ཡིན་ནས་སྲིད་སྐྱོང་སྤེན་པ་ཚང་གིས་འདི་གསུངས་མ་གསུངས་རང་གསུངས་ཁྱེད་ཀྱིོ་རེད་ག་ཅིག་ན་ན་སྲིད་སྐྱོང་སྤེན་པ་ཚང་སྲིད་སྐྱོང་རེད་བ། ང་ཚོ་རང་ཚོད་རྩོད་ཀྱི་མེད་ལབ་པ་ཡིན་ན་ཡང་ཁོ་རང་རང་ལ་ཁྱོད་རྒྱ་མིས་ཀྱི་ལས་ཀ་བྱེད་ཀྱི་འདུག་ལ་ལབ་མ་སྲིད་པ་མ་རེད་བ། དེ་བྱས་ནས་སྲིད་སྐྱོང་སྤེན་པ་ཚང་གིས་འདི་མ་གསུངས་རང་གསུངས་ཁྱེད་ཀྱིོ་རེད་བ། ཡིན་ནས་ཡང་ང་ཚོ་འདི་ཡིན་ཅེས་མིན་ཅེས་གསུངས་དགོས་ཡ་ཅིག་ལ་ང་ཚོ་བཟོ་བཅུག་རྒྱུ་ཡོད་མ་རེད་ང་རང་ཚོ་བོད་མི་མང་འདྲ་བོ་ཅིག་ཡིན་པ་ཡིན་ན། ཡིན་གཅིག་མིན་གཅིག་སྲིད་སྐྱོང་སྤེན་པ་ཚང་ལ་ལ་བལྟ་སྐོར་དམ་ར་བཀག་ནས་ཨ་ནི་རང་བཙན་རྩོད་དགོས་ཡོ་ལ་ནི་ལ་ལ་དགོས་ཀྱི་ང་ཚོ་བཟོས་པ་ཡིན་ན་ང་རང་ཚོ་ང་རང་ཚོ་སོ་སོ་རྐང་པ་ཀ་རིག་གི་འོག་ད་ག་ནང་བཞིན་གྱི་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ་ཁ་ཅིག་གི་ཡུ་ཀྲུ་པར་ཁ་ཤས་ཅིག་གི་ལ་གི་དོ་བ་དེར་ཁ་སང་ཨ་རང་བཙན་ལ་ནི་སྡུག་ག་རང་མ་རེད་ང་ཚོ་རང་བཙན་ཡག་པོ་དང་སྡུག་ཅག་ལོ་འོག་ལ་འདྲ་བོ་དེ་འདྲ་མི་ནང་ལོག་ལ། དབྱེ་འབྱེད་བྱེད་ཀྱི་འདུག་བ་དེ་ཡོད་མ་རེད། ང་ཚོ་བོད་མི་སྒྲིག་འཛུགས་དེ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ཡིན་ལབ་པ་ཡིན་ན་ད་ག་རང་ལ་ང་ཚོ་གནས་དགོས་དེ་དཔེ་གལ་ཆེན་པོ་ཆགས་འོག་རེད། ང་ཚོ་ཤེས་ཡག་གོ་གཅིག་ཤེས། བྱས་གོ་ལོ་ག་ཅིག་བྱེད་ཀྱི་ཡོད་ཡིན་ཙང། ཨ་ནི་རྒྱ་མི་གིས་ཡང་སྲིད་ཡང་སྲིད་ང་ཚོ་ལ་རྫུ་གུ་རྫུ་ཡ་དང་ཨ་ནི་རྒྱ་མི་མཉམ་དུ་ང་ཚོ་དགྲ་སློབ་བྱེད་ཀྱི་ལས་དེ་ཐག་རིང་རུ་འགྲོ་ཡ་དེ་སྡུག་ས་ཆགས་ཡོང་དགོས་རེད། དེ་རྐྱེན་གྱིས་ང་རང་ཚོ་གཟབ་གཟབ་བྱེད་དགོས་ཡ་དེ། གར་ཆག་སྐོར་ལ་ན་ང་ཚོ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་གང་ལ་རང་གནས་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་མ་གཏོགས་ང་ཚོ་ད་མགོ་ད་རིང་འགྲོ་ནས་ཤེས་འགྲོ་ས་ཨ་མདོ་རོང་བོ་རོང་བོ་ལ་གི་འདུག་ཨ་རོང་བོ་དེ་ཚོ་ཡ་དཔྱད་ཡ་དེ་དེ་ནས་ཆགས་མ་སྲིད་བ་མ་རྟགས་ཧ་གོ་ཡ་དེ་བྱེད་ཡས་ནི་ང་རང་ཚོ་རང་བཙན་ལག་རྒྱུ་དེ་བཞག་དགོས་ཀྱི་འདུག་ལ་ནི་ཨ་ནི་ང་རང་ཚོ་སེམས་པ་ལ་རང་བཙན་ལ་ནི་ལངས་ངེས་དེ་ཁ་ཞེན་གྱིས་ཡིན་གྱི་རེད་བསམ་གོ་དེ་མར་དུ་ད་མི་མང་ང་ཚོ་སྤྱི་ཚོགས་ནང་ལོགས་ལ་རང་བཙན་ལ་ནི Ideology དེ་གི་བརྒྱུད་ནི་ང་རང་ཚོ་བོད་པས་ཀྱི་བོད་པ་ལ་དགྲ་ཤ་བྱེད་ཡ་དང་བོད་པས་ཀྱི་བོད་པ་ལ་གནོད་པ་བྱེད་ཡ་དང་བོད་པས་ཀྱི་བོད་མི་སྒྲིག་འཛུགས་ལ་གནོད་པ་བྱེད་ཡ་གྱི་རྒྱུ་བ་རྒྱུ་མཚན་མང་པོ་ཅིག་བཟོས་ཡོང་གི་འདུག་བཟོས་ཡོང་བ་ནང་ལོགས་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་གི་སྤུ་གུ་འདི་ཚོ་གིས། ཁོག་པ་ནང་ལོགས་ལ་བསྡུས་རྒྱག་ཡོང་གི་འདུག་དེས་དེ་སྔོན་ནས་ང་ཚོ། གཞོན་ནུ་ཚོགས་པ་གིས་གཟབ་གཟབ་བྱས་ན་མ་གཏོགས། གཞོན་ནུ་ཚོགས་པ་ང་གིས་ངས་གལ་བྱས་མེད་ངའི་སྐབས་ལ་ད་ང་ལས་ཀ་ཡག་པོ་བྱེད་ཀྱི་ཡོད་ལ་འགྲིག་གི་ཡོད་མ་རྟགས་གཞོན་ནུ་ཚོགས་པ་ནང་གོག་ནང་གོག་ལ་ཁོ་རང་ཚོ་གིས་ཁོ་རང་ཚོ་གི་བརྙས་མེད་བདེ་ཞྭ་སྐྱོག་གི་ཟུར་པགས་ཚོགས་ཚོགས་ཟུར་པགས་ཚོགས་གཞོན་ཟུར་པགས་དེ་དང་དེ་འདྲ་བོ་དེ་ཚོ་ཨ་མདའ་རང་བཙན་ཁ་ལ་འཁྱེར་ནས་འགྲོ་བསྡད་མཁན་དེ་ཚོ་ལ་དྲི་བ་ཡག་པོ་བསྐུ་དགོས་ཀྱི་འདུག་མ་གཏོགས་དེ་ཚོ་དྲན་ག་ཤེད་ཅིག་ཨ། མི་ཕྱི་ལོག་ལ་བྲིན་པ་ཡིན་ན་རེད་རྒྱ་མི་གིས་རྒྱུག་ཁྱི་བྱེད་ཀྱི་ཡོད་པ་ཡིན་ན་རེད་གང་འདྲ་མ་འདྲ་ཁོ་རང་ཚོ་གི་བྱེད་དེ་ལས་ཀ་དེ་ང་ཚོ་ལ་ཕན་ཐོག་དབུས་འོག་མར་གནོད་རྒྱག་གི་ཡོད་རེད་ད་ག་ནང་བཞིན་གྱི་དེ་འདྲས་བྱས་ཡོད་འདི་གང་ལ་དེ་ཚོ་གི་པ་ར་ལ་ཕྱོགས་གཅིག་ནས་ཆབ་སྲིད་ཀྱི་ལས་འགུལ་སྤེལ་གྱི་ཡོད་འདོང་འདོང་བྱས་ནི་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལ། བོད་མིའི་སྒྲིག་འཛུགས་ཀྱི་ལྟ་བ་ལངས་ཕྱོགས་ནི་འགྲོ་དང་འགྲོ་བཞིན་པའི་ལས་ཀ་དེ་ཚོ་ལ་འགོག་རྐྱེན་བྱས་ཡས་དང་གཅིག་ང་རང་ཚོ་ནང་འགོག་ནང་འགོག་ལ་ཨང་འཁྲུག་པ་བཟོ་ཡས་དང་གཉིས་ང་རང་ཚོ་མི་མང་ཁ་བྲལ་བཏང་ཡས་དང་གསུམ་ཨ་ནི་དེ་ནས་མ་རྒྱ་མི་གི་ལས་འགུལ་སྤེལ་ཡས་དང་བཞི་འོ་དེ་འདྲས་བྱས་ནས་ཨ་ནི་ང་རང་ཚོ་གི་མ་འོངས་པའི་གི་སྤུ་གུ་དེ་ཚོ་ལ་ཨ་ནི་ག་ལ་གོ་རེ Ideology ལ་ནས་ཨ་ནི་བསམ་བློ་བཏང་བཏང་གསར་བ་ཇི་ཡིན་མདོག་མདོག་བྱས་ནས Injection བརྒྱབ་ནས་སྤུ་གུ་དེ་ཚོ་བསམ་བློ་བཏང་བཏང་འཕྲོ་བརླག་བཏང་ཡས་དང།

ནེ་པ་ལ་ནང་ལོགས་ལ་རྙོག་དྲ་འདི་ག་ས་ཆགས་ཡོད་འདུག་ག་ལ་ནེ་པ་ལ་ནང་ལོགས་ལ་ཁོ་རང་ཚོ་གི་འགན་བཞེས་ནས་ཁོ་རང་ཚོ་གི་མིང་བྲུས་ཡོད་རེད་ཁོ་རང་ཚོ་མཐོང་ཡོད་རེད་པར་ནང་ལོགས་ལ་ད་ག་ནང་ཤེས་ཀྱི་ཁོ་རང་ཚོ་གི་ཕྱིའི་རྒྱལ་ཁབ་ཀྱི Funding འདྲ་བོ་ཅིག་གླེང་ནས་ལས་འགུལ་དེ་འདྲ་ཅིག་སྤེལ་ནས་གནོད་པ་བྱེད་ཀྱི་འདུག་ཕྱི་རྒྱལ་ཁབ་ལ་གནོད་པ་བྱེད་ཀྱི་འདུག་ལ་དེ་ག་ལ་དེ་ག་ལ་ཁོ་རང་ཚོ་གི Accountability ངང་ནས་ཁོ་རང་ཚོ་ཡར་ལངས་ནས་ཚིག་གཅིག་ཁོ་རང་ཚོ་གི

འདི་ཕོ་སྲ་དེ་གི་ཁ་ཚ་ཧ་ཉེ་རང་འོས་བསྡུ་གི་སྐབས་དེ་བ་ལ་ཁོ་རང་ཚོ་གི་ག་རེ་ཤེས་སོ་བོད་ནང་ལོག་ལ་དཀའ་ངལ་འཕྲད་པའི་གི་སྐད་ཆ་ཅིག་ཤེས་སོ་ཨ་དེ་འདྲས་རང་བྱེད་གི་རེད་ཁོ་ཚོ་གི་འོས་བསྡུ་གི་སྐབས་དེ་བ་ལ་ཁོ་རང་ཚོ་དོན་ཡོད་ནས་ཡོང་ངེས་ཨ་ནི་དེ་འདྲས་འདྲ་བོ་ཅིག་ཤེས་དེ་ཁོ་གི་ཤེས་དེ་ཨ་དེ་སྐད་ཆ་དེ་གསར་བ་མ་རུ་བ་དེ་རྙིང་པ་རུ་བ་ཉན་མ་ནི་བྱུང་དེ་ཡོད་རུ་བ་ཡིན་ནས་ཡ་ད་འདོད་ཡིན་ནས་ཁ་ཚིང་ཁ་ཉེ་དེ་བ་ལ་གྲོ་བཏགས་ནས་ཁྱི་ནི་ཡོང་ནི་སྐད་ཆ་ཅིག་ཤེས་སོ་ཨ་གཟབ་གཟབ་བྱེད་དགོས་ཡར་དང་མི་མང་དོན་སྣང་བྱེད་གི་ཡོད་བ་ཡིན་ནར་ད་ང་ཚོ་བོད་ནང་ལོག་ལ་རྒྱ་མི་གི། ཁ་ར་འགྲམ་བཟོས་ཀྱི་ཡིན་ལ་ནི་ས་ཅིག་བསྔོག་གི་འདུག་ལ་ནི་དེ་ནག་ཉེས་ལོག་སྡེ་བ་གི་སྐད་ཆ་ཡིན་པ། དེ་གི་སྐབས་ལ་མི་མང་པོ་ཅིག་འཇུས་ཡོད་དེ་མང་པོ་མི་མང་པོ་འཇུས་ཀྱོག་དེ་གི་སྐད་ཆ་དེ་ཁོའི་ཁ་འཛིན་ཁ་ཉིན་འོས་བསྡུ་གི་སྐབས་དེ་བ་ལ་ཤེས་སོ་ཨ། འོས་བསྡུ་གི་སྐབས་དེ་བ་ལ་ཞི་བོ་ཅིག་རྫ་བྲག་ཚང་ཉག་ཧ་བོ་ཁོ་གི Press Conference ཅིག་འགྲོ་ནི་ཤེས་སོ་ཨ། ཤེས་དུས་གང་ལ་ཁོས་གི། མཐུད་རྒྱབ་ནི Information ཁ་ཤས་ཅིག་སྤྲད་པ་རེད་དེ་ཡིན་ནི་ཡང། ཀྱི་གནད་འགག་དེའི་སྐད་ཆ་དེ་ད་ག་རང་སྙན་མག་གི་སྐད་ཆ་དེ་ཆག་གོ་དེ་སྐད་ཆ་དེ་ལ་ཁོད་གི་ཐུད་ཀྱང་ནི་གནད་འགག་ཅིག་ཏིག་ཅིག་ཁེད་ནི་ཡོང་ནི་ད་འདའ་མི་མང་པོ་ཅིག་ཇུས་ནི་འགྲོ་ནི་དཀའ་ངལ་འཕྲད་ཤ་ལས་དེ་འོ་དེ་དེ་ཁོད་གི་ཐུད་རྒྱབ་ད་དེའི་གི་གང་ནི་ཁོད་ཁོ་ཁོ་ཚོ་གི་གར་ཆི་གོར་ལ་ན་རང་བཙན་ཁ་ཁྱར་པ་དེ་ཚོ་ལ་འོས་ར་ཡག་གི་ཐབས་ཤེས་ཅིག་བྱེད་གི་འོ་རེ་ཨ་ནི་བོད་ནང་ལོག་ལ་བོད་པ་མི་ལ་དཔེ་དཀའ་ངལ་འཕྲད་གི་འདུག་ལ་ནི་ང་རང་ཚོ་ནང་ལོག་ལ་ང་རང་ཚོ་གི་མིག་གི་མདུན་ལ་བོད་པ་ནང་ལོག་ལ་བོད་པའི་གི་དཀའ་ངལ་ཅིག་མཐོང་གི་འདུག་བས་ལས་ཅོ་ཨ་དེ་དཀའ་ངལ་མ་མཐོང་ནས་རྐང་བཙུགས་ནས་མི་མང་གི་བསམ་བློ་བཏང་སྟངས་གང་ག་ཕ་བོད་ཕྱོགས་ལ་ཁ་གཏད་ནས་ཨ་རི་ཁོ་བད་ཁོ་ར་ང་རང་ཚོ་རྒྱལ་དང་འོས་བསྡུ་གི་སྐབས་དེ་བ་ལ་དེ་གང་ག་འོས་གི་སྐབས་ལ་ཨ་ནི་མི་མང་གི་སེམས་ཁང་འཁྲུགས་ཡག་དེ་གང་ག་ཁོ་རང་ཚོ་གི་འདི་འདྲའི་ཆེ་ནས་ཆབ་སྲིད་ནག་པོ་འཐབ་དགོས་བར་ད་ད་གང་རང་ཡང་ད་མགོ་ད་རི་དེ་བ་ལ་ཡང་དེ་ད་ཐའི་ཝན་དང་མཉམ་དུ་ཨ་ནི། ལག་པ་བསྒྲིལ་ནས་ཨ་ནེ་ལོས་གུས་སྤིད་ཀྱི་ཡིན་པས་ཀྱི་སྐད་ཆ་ཅིག་བཤད་འདུག་ཨ། ངས་ཐའེ་ཝན་འདུག་ག་རེ་ལབ་ཀྱི་མེད་ཐའེ་ཝན་ཁོ་རང་ཚོ་ཁོ་རང་ཚོ་ས་ཆ་ལ་ཏག་ཏག་ཡོད་རེད། ཡིན་ནས་ཁོ་རང་ཚོ་བབས་ས་ལ་ང་ཚོ་བབས་པ་ཡིན་ན་ང་ཚོ་ལ་ཟླ་འགོ་ད་རིང། འཛམ་བུ་གླིང་གི་ལྡིང་ཆ་གང་ལ་ཁ་ཡ་བྱེད་བསྡད་ཀྱི་ཡོད་པ་དེ་ཁ་ཡ་བྱེད་ཀྱི་མ་རེད་གཅིག། གཉིས་པ་དེ་ག་རེ་ལབ་པ་ཡིན་ན། ཁོ་ཚོ་ལ་ང་ཚོ་གི་དུང་སེར་རྣམས་ཀྱིས་སྤྲད་ཐུག་གི་རེད་མ་གཏོགས་ང་ཚོ་ཁོ་ཚོའི་སྙེ་མོ་ལག་པར་སྤྲད་ནས་ཁོ་ཚོ་ཡང་ང་ཚོའི་སྙོམ་དུ་སྙོམ་དུ་ཁྲིད་ཀྱིན་ལབ་ཡིན་ན་ང་ཚོ་ག་པ་ལས་སླེ་གི་མ་རེད། ཨ་ནི་ཆོས་རྗེ་ནི་འདི་ཁོ་རང་ཚོ་གི་འདི་འདྲའི་འདྲ་བོ་ཅིག་བྱས་ཡས་ནི་ད International Level སྒང་ལ་ཁོ་རང་ཚོའི་ཨ་ཅིག་བྱེད་ཀྱི་ཡོད་དོན་དོ་གི་རྣམ་པ་ཅིག་སྟོན་གྱི་ཡོད་པ་འདི་ལ་ཆབ་སྲིད་ནག་པོ་ཞུ་གི་ཡོད་ད་ཆོས་རྗེ་ནི་ཁོ་རང་ཚོ་གི་འདི་ཆབ་སྲིད་དཀྲུག་ཡ་བྱས་ང་རང་ཚོ་གི་བུད་མེད་སྒྲིག་ཚོགས་ལ་གན་དག་བྱས། གཉིས་པ་ནི། ཁ་སང་ཐའེ་ཝན་དང་མཉམ་དུ་བྱས་ནས་ཧྲིལ་པོ་ཅིག International Level སྒང་ལས་ཀ་བྱེད་ཀྱི་ཡོད་དོགས་འདོགས་ཀྱི་རྣམ་པ་ཅིག་བཏོན། གསུམ་པ་ནི། མི་འདི་ག་ལ་འོ་རེད། ཐའེ་ཝན་ནང་འཁོར་ནང་འཁོར་ལས་ཁོ་རང་ཚོ་ནང་འཁོར་ནང་འཁོར་ལས་ཁག་གཉིས་ཡོད་རེད་ཧ་གོ་ཡ། ང་རང་ཚོ་གི་སྡེ་བ་ལ། ང་ཚོ་སྤྱི་ཚོགས་ནང་ལོགས་ལ་དབུ་མ་དང་རང་བཙན་ལ་འགྱོད་རེད་ཁོ་རང་ཚོ་ནང་འཁོར་ལས་དེ་འདྲའི་ཁག་གཉིས་ཡོད་རེད། དེ་འདྲའི་ནང་འཁོར་ལ་ཁོ་རང། ཏི་ཝའི་སི་གི་འགྲོགས་ནས་ལས་ཀ་བྱས་ཏེ་སུ་ཉོན་མོ་བྱེད་ཀྱི་ཡོད་སུ་ཉོན་མོ་བྱེད་ཀྱི་མེད། We don't know། ཡ། འོ་དེ་འདྲས་ཡིན་དུས་གང་ལ་དེ་འདྲས་ཀྱི་ལས་འགུལ་ཅིག་སྤེལ་ཡོང་དུས་གང་ལ་དེ་དངོས་གནས་རང་རྒྱ་མི་རང་ལ་དགོས་ཡ་བྱེད་ཀྱི་ཡོད་རེད་པས། ཡ་མེད་ན། རྐང་ཚུགས་ནི་ང་རང་ཚོ་གི། བོད་མི་སྒྲིག་འཛུགས་ཀྱི་བྱས་བསྡད་ཀྱི་ལས་ཀ་འདི་ལ་འགོག་རྐྱེན་བྱེད་ཀྱི་ཡོད་རེད་པས། རྐང་ཚུགས་ནི་དཀའ་ལས་ཁག་པོ་བཟོ་གི་ཡོད་རེད་པས་གང་ལྟ་མ་ལྟ། དེ TYC དང Face of Tibet ཀྱི་ལས་ཀ་བྱས་ནས་འགྲོ་བསྡད་དེ་ང་ཚོ་ལ་ཕན་གྱི་ཡོད་མ་རེད། ཕན་གྱི་ཡོད་མ་རེད། ངས་དམིགས་བསལ་གྱིས་དེ་མི་དེ་ལ་ཡོད་ད་མི་དེ། མི་འདི། མི་འདི་ཁ་ཚིག་ཁ་ཉིན་ཡོད་དེ་འོས་བསྡུ་གི་སྐབས་ལ་དོན་ཡོད་ནི Press Conference ཞུས་ནས་ཞེ་བོ་ཅིག། མཛའ་གྲགས་བོད་གྲགས་རོ་ཅིག་བྱེད་སོ་ཨ་ཨོ་ད་ག་རང། ཨོ་དེ་འདྲས་ཡིན་དུས་གང་ལ་དེ་ཚོ་དྲན་དེ་ང་ཚོ་སྤྱི་ཚོགས་ནང་ལོག་ལ་ཁ་དམག་རྒྱབ་དཀྲུགས་ཤིང་རྒྱབ་ཨ། ཕན་ཐོག་ཨ་དེ་ཨ་ན་ཞར་གོ་ཅིག་བྱེད་གི་མ་རེད། མིག་གི་མདུན་ལ་ཡོད་བ་གི་ལས་ཀ་དེ་ན་ཅིག་བྱེད་གི་མ་རེད་མོ་གོ་ཨ་ཐག་རིང་པོ་གི་སྐད་ཆ་དེ་ཚོ་ལྟ་ནི་ཅིག་བྱེད་ཡོད་དུས་གང་ལ་དེ་ཚོ་ཏག་ཏག་རྩ་བ་ཉེར་འདེགས་གི་མི་འདུག་ལ་ནི་རོ་ཨ། འདི་ཚང་མ་ཡིན་ཚར་བའི་རྗེས་ཨ་ལ། གལ་སྲིད་ང་རང་ཚོ་གི་དངོས་གནས། དེ་ནི་མ། རང་བཙན་དང་རང་བཙན་རང་བཙན་དང་རང་བཙན་ལ་ནི་རྩོད་ཀྱི་ཡོད། རང་བཙན་གྱི་ཕན་གྱི་ཡོད་ལབ་པ་ཡིན་ན། བོད་ནང་ལོགས་ནས་ཤེར་འདོན་མ་ཡོང་ནས་བལ་ཡུལ་ལ་ཡོང་ནས་ལོ་སར་བཏང་ག་ཡོང་གི་མ་རེད་བ། Right། གཅིག་སྐད་ཆ་གཅིག་དེ་རེད། ཕྱོགས་གཅིག་ནས། ཤེར་འདོན་ལ་ངེས་དེ་མི Individual གཅིག་རེད་ལབ་པ་ཡིན་ན་ཡང། ཁོ་བོད་ཀྱི་གཞས་མ་རེད།

ཤུགས་ཆེན་པོ་སྤེལ་ཡོད། ཨ་ནི་ཤུགས་ཆེན་པོ་སྤེལ་ཡོད་དུས་གང་ལ་བ་ཡོད་ནང་ལོགས་ལ་འགྲོ་ར་ཕྲ་མོ་གི་རྒན་འགོ་ར་ཡོད་རེད། དེ་ཚོ་གང་ག་ག་འདྲེ་རེད་ལབ་པ་ཡིན་ན། མི་མང་པོ་ཅིག་དེ་འདྲེ་གི་ཚོགས་པ་ནང་ལོགས་ལ་འགོ་གོ་ཐེན་འཛུལ་འགྲོ་གི་ཡོད། ཁ་ཤས་ཀྱི་གནས་སྐབས་རེ་ང་གི་སྐྱིད་པོ་འདུག་བསམ་ནས་འཛུལ་འགྲོ་གི་ཡོད། ཁ་ཤས་ཀྱི་དེ་འདྲེ་ནང་ལོགས་ལ་རྐང་བཙུགས་ནས་སོ་སོ་འཛུལ་བ་མ་ཟད་མི་མང་པོ་ཐེན་ཡ་བྱེད་དུ་འཛུལ་གི་ཡོད། དེ་འདྲའི་ཡིན་དུས་གང་ལ་དེ་སྒྲོ་ར་ཕྲ་མོ་འདྲ་བོ་དེ་ཕ་ཡུལ་ནང་ལོགས་ལ་ཤུགས་ཆེན་པོ་ཅིག་ཡོད་དུས་གང་ལ་ཁོ་རང་ཚོ་རབས་དང་རིམ་པ་ཞབས་བྲོ་ག་འདྲ་རྒྱག་གི་འདུག་ངས་ཐེངས་མང་པོ་ཁྱེད་རང་ཚོ་ལ་བདེན་ནམ་ལཱིབ་ནང་ལོགས་ལ་སྟོན་ཚར་བ་ཡིན། དེ་ཡིན་དུས་གང་ལ། འདི་དང་འདི་འདྲ་བོ་སྒྲོ་ར་ཕྲ་མོ་དེ་ཚོ་གི་རྒྱན་ཅིག་ཕེ་ཁེ། ཕ་ཡུལ་ནང་ལོགས་ལ་ཡོད་རེད། ནེ་པཱལ་ནང་ལོགས་ལ་ཀཱད་མཱན་གྲུ་ནང་ལོགས་ལ། ཀཱད་མཱན་གྲུ་ནང་ལོགས་ལ་ཡོད་རེད། དེ་འདྲའི་འདྲ་བོ་གི་སྒང་ནས་ད། རྒྱ་མིས་གི་ཨ་ནེ། ག་ལ་འོ་རེད།

གཞོན་ནུ་ཚོགས་པ་ཁོ་ཚོ་གིས་བྱེད་ཀྱི་འདུག་ན་ཁོ་ཚོ་ལ་ཚོད་ཟིན་ལ་དགོས་ཏེ་ང་ཚོ་གི་བོད་མི་སྒྲིག་འཛུགས་ཀྱི་སྒང་ནས་རྒྱན་ཆ་བོ་རེད། རོ། དེ་ཡིས་དེ་བྱེད་ནའི་འགྲིག་གི་འདུག་ཕ་ཡིས་བྱེད་ནའི་འགྲིག་གི་འདུག་གནས་སྐབས་རེ་ང་ང་ལ་འོས་རག་ན་འགྲིག་གི་འདུག་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་སྲིད་སྐྱོང་སུ་ཕན་ཐོག་གི་འདུག་དེ་ང་ཚོ་ཡིན་ག་རེད། དེ་མ་ཟད་པ། ང་རང་ཚོ་གི་ག་ལོག་རེད་ཆབ་སྲིད་ནང་ལོག་ལ་འགོག་རྐྱེན་བྱེད་ངེས་ཚོགས་པ་ག་རེ་དང་ག་རེ་གཞུང་འབྲེལ་མེད་པའི་ཚོགས་པ་ག་འདྲེ་འདྲ་བོ་ཅིག་ཡིན་པ་ཡིན་ན། ང་ཚོ་དེ་ཚོ་གོ་ཡ་ཡོད་མ་རེད་དེ་ཚོ་ལ་མ་བཀག་དགོས་ཡ་དང་དེ་ཚོ་ལ་གནད་འགག་གང་ནི་ང་ཚོ་གི་ཤེས་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་དགོས་རེད་གཅིག། གཉིས་པ་དེ། ང་རང་ཚོ་ནང་འགོག་ནང་འགོག་ལ་བོད་པའི་གི་སྤྱི་ཚོགས་ནང་འགོག་ལ་ཨ་ནི་ཚོགས་པ་ག་འཇུག་མ་འཇུག་བཟོས་ཡ་ནི་ཡོང་གི་འདུག་བ། དེ་ཚོ་དྲན་དེ་ཚོ། ཡི་གེ། ག་ས། བོད་མིའི་སྒྲིག་འཛུགས་ཀྱི་སྒང་ནས་བཤད་ཆོག་གི་ཡོད་མ་རེད་ག་ལ་ན་གཞུང་འབྲེལ་མེད་པའི་ཚོགས་པ་ཡིན་ཙང་བཤད་ཆོག་གི་ཡོད་མ་རེད། བཀའ་བཏང་ཆོག་གི་ཡོད་མ་རེད། ཞེས་མེ་ཏོག་དབང་ཡོན་བཏང་ཟེར་ལ་ཀི་རོ་ཨ། དེ་ང་རང་ཚོ་བོད་མི་རིགས་བོད་མི་ཡིས་ང་རང་ཚོ་གི་ནང་གོ་ནས་གོ་ཚུ་ཐབས་བྱས་ནས་ཧ་གོ་ནས་ང་རང་ཚོ་གི་གཡོ་ཐུ་ན་གཡོ་གོ་གི་རེད་ང་རང་ཚོ་གི་བོའི་སྐོར་བྱེད་གོ་གི་རེད་མ་གཏོགས་དེ་བོད་མི་སྒྲིག་འཛུགས་ཀྱི་ཡི་གེ་ནས་བཀའ་བཏང་ཆོག་ཡ་ཡོད་མ་རེད། དེ་འབྲེལ་གྱི་ང་ཚོ་གི་དམངས་གཙོ་གཅིག་གི་ཡོད་སྐྱོ་དང་ང་རང་ཚོ་གི་བོད་མི་སྒྲིག་འཛུག་དེ་ཨ་ནི། སྒྲིག་གཞི་དེ་འདྲའི་འདྲ་བོ་གཅིག་གི་བར་ལ་ཡོད་དུས་གང་ལ། དེ་ལག་པ་གཅིག་གི་གཅིག་པོ་རྡོག་པ་རྒྱག་གི་མ་རེད་ལག་པ་གཉིས་དགོས་ཀྱི་རེད་ལག་པ་གཉིས་ན་ལག་པ་གཅིག་དེ་ང། ཁྱོད་ང་ཚོ་བོད་མི་དམངས་ང་ཚོ་རེད་ལ་དུས་གང་ལ་བོད་མི་དམངས་ང་རང་ཚོ་གི་དོན་སྣང་བྱས་ནས་ང་རང་ཚོ་བོད་མི་སྒྲིག་འཛུག་ལ་སུས་སུས་ཀྱི་ཨ། ལང་ཀ་བཀག་གི་འདུག་དགག་པ་རྒྱག་གི་འདུག་ལྟ་བ་ལོག་པ་བྱེད་ཀྱི་འདུག་བསམ་ན་དེ་ཚོ་ལ་བོད་ཀོད་བྱས་ཡ་དེ་ང་རང་ཚོ་གི་ལག་པ་ལ་ཡོད་རེད་དེ་བྱས་ནི་ང་ཚོ་གི་ལྟ་དགོས་གོ་རེད་དེ་འགྲོ་ར་ཕྲ་མོ་རེག་ས་བྱ་བ་དེ་ང་ཚོ་ལ་དགོས་ཡ་ཡོད་མ་རེད་དེ་འགྲོ་ར་ཕྲ་མོ་དེ་ཚོ་རྐང་བཙུགས་ནས་ང་རང་ཚོ

ཀཱད་མཱ་འདྲུ་བཅས་ས་ཆ་ཁ་བ་ག་ས་ལ་ཡོད་པའི་སྐད་ཆ་རེད། ད་དེ་ཚོ་དེ་དེ་འདྲའི་བྱས་ནས་ཁོ་རང་ཚོ་དེ་ཨ་ནི་བོད་པའི་ཡིན་གདོང་གདོང། བོད་པ་རེད་བས་ལ་ན་བོད་པ་རེད། ཡིན་ནས་བོད་པ་ཡིན་གདོང་གདོང་བྱས་ནས་ཁོ་ཚོ་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་དཀྲུགས་ཤིང་བརྒྱབ་ནས་ང་རང་ཚོ་བོད་མི་སྒྲིག་འཛུགས་དང་འགལ་ཟླ་ཡིན་གདོང་གདོང་དོན་ཡོང་གི་རེད། ང་ཚོ་བོད་པའི་བོད་མི་སྒྲིག་འཛུགས་ནང་ལོགས་ལ་ང་རང་ཚོ་ང་རང་ཚོ་འཆམ་གི་མི་འདུག་གདོང་གདོང་ལོགས་ཀ་ཡིན་གདོང་གདོང་བྱས་ནས་དོན་ཡོང་གི་རེད། ད་ག་རང་ལ་རྣམ་པ་གདོང་ཉེ་བོ་ཅིག་སྟོན་ཚར་དུས་གང་ལ་འདི་ཚོ་དྲན་འདི་རྒྱ་མི་ལ་དགོ་ཡ་རྐྱང་རྐྱང་བྱེད་ཀྱི་ཡོད་རེད་ཟེར་ན་ལག་བལ་གྱི་རྒྱུ་མཚན་འདི་རེད་ངས་ད་ཅིག་ཞུས་པ་ན་ཤི་རེད་ཚོགས་པ་ག་འདྲས་ཀྱིས་བཙུགས་པ་ཡིན་ནའི་ཁ་ཤས་འདི་ནང་ལོག་ལ་རྐང་བཙུགས་ནས་གར་ཅིག་འཛུགས་འོར་ལ་ན་སོ་སོ་འཛུགས་བ་མ་ཟད་མིག་གི་ཨང་གྲངས་བཏོན་པ་མ་ཟད་མི་མང་པོ་ཅིག་ལ་ཡི་ཚུ་འཐེན་ཡག་གི་ཆེད་དུ་འཛུགས་ཀྱི་འོར་ཁ་ཤས་འདི་ནང་ལོག་ལ་ཨ་མི་མང་པོ་འདུག་ཨ་བསམ་ནས་མགོ་སྐོར་ཐེབས་ནས་འཛུགས་ཀྱི་འོར་ཁ་ཤས་ཨ་གནས་སྐབས་རིང་ང་ཞབས་བྲོ་འཁྲབ་ནས་སྐྱིད་པོ་འདུག་ཨ་བསམ་ནས་རྐང་བཙུགས་ནས་འཛུགས་ཀྱི་འོར་ཁ་ཤས་ལུས་རྟེན་དང་འཕྲུལ་རྟེན་གྱི་སྒང་ནས་ཨ་ཅིག་ཁྲབ་ཁྲབ་བོ་བོ་འདྲ་བོ་བྱས་པ་ཡིན་ན་གཟུགས་པོ་འདི་ཚོ་གཡུག་པ་ཡིན་ན་སྐྱིད་པོ་འདུག་ཨ་བསམ་ནས་འདུག་གོ། ཡིན་ནས་དེ་ཚོ་གང་གང་བྱས་ནས་ང་ཚོ་བོད་རྩ་དོན་ལ་ཕན་གྱི་འདུག་ད་གནོད་ཀྱི་འདུག་དེ་ང་ཚོ་འགོ་ཚུགས་དགོས་གོ། ནན་དེ་འདྲས་བྱས་ཡོང་དུས་ཁ་ཤས་བཅས་ཀྱི་སོ་སོ་གི་ཚོང་ལས་ཀྱི་སྒང་ནས་ཨ་ནི། དེ། བོད་ཆས་དཀྲི་ཡ་འདྲ་བོ་དག་དེ་ཚོ་དག་ཨ་ནི་རྣམ་པ་སྟོན་ཡ་དག་དེ་འདྲས་ཀྱི་སྒང་ནས། ཚོང་རྒྱག་གི་ཡོད་ཡིན་ཙང་རྐང་བཙུགས་ནས་འབྲོག་ར་ཕྲ་མོ་འབྲོག་དེ་ཚོ་བཟོས་ཡོང་གོ། དེ་ཕྱིར་འབྲོག་ར་ཕྲ་མོ་འཁྲབ་ངེས་མི་དེ་ཚོ་དང་འབྲོག་ར་ཕྲ་མོ། ག་བ་ག་ས་ལ་འཁྲབ་གི་འདུག་ཚོགས་པ་ནང་ལ་མི་སུ་སུ་འདུག་དེ་ཚོ་ང་ཚོ་ངོ་ཤེས་ནས་དེ་ཚོ་ལ་ང་ཚོ། Boycott། བྱེད་དགོས་ཏེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་ག་ལ་དེ་ཚོ་ང་ཚོ་བོད་མི་སྒྲིག་འཛུགས་ལ་ཕན་མ་གཏོང་ངེས་དང་བོད་པའི་སྤྱི་ཚོགས་ལ་མོ་གོ་ངེས་རྐྱང་རྐྱང་ཆགས་ཀྱི་ཡོད།

དེ་བྱས་ནས་ངས་གར་ཤེས་བོར་ལ་ན་བོད་ནང་ལོགས་ལ་བསྡད་ངེས་དང་བོད་ནང་ལོགས་ལ་འབྲེལ་བ་ད་ལྟ་ཡོད་བསྡད་ངེས་དང་ཕ་མ་སྤུན་རྒྱག་བོད་ནང་ལོགས་ལ་ཡོད་ངེས་དང་ཨ་ནི་སོ་སོ་བཙན་བྱོལ་ནང་ལོགས་ལ་ཇེ་མགྱོགས་བྱས་ཡང་བོད་ནང་ལོགས་ལ་ཡང་སྲིད་ཡང་སྲིད་ཨ་ཕ་མ་སྤུན་རྒྱག་ཐུགས་ཁག་འགྲོ་དགོས་ངེས་དེ་ཚོ་ཡིན་པ་ཡིན་ན་གནས་སྐབས་རེ་ང་བཙན་བྱོལ་ནང་ལོགས་ལ་སླེབས་ཤིག་བསྡད་ན་ལས་ཅི། ཁྱོད་རང་ཚོ་བོད་མི་སྒྲིག་འཛུགས་ཀྱི་གཡག་ཡོན་ལ་ཡང་འཁོར་དགོས་ཀྱི་མ་རེད་ག་ལ་ན། ཁྱོད་རང་ཚོ་ཡོད་པ་སླེབས་པ་ཡིན་པ་ཡིན་ན་ཡང་མིག་གི་ཁོག་པ་ནང་ལོགས་ལ་ནི་ཐར་གྱི་མ་རོ། མ་ཐར་དུས་གང་ལ་ཁྱོད་རང་ཚོ་ལ་དོགས་པ་ཡོང་སྲིད་ཀྱི་རེད་དོགས་པ་ཡག་པོ་ཡོང་སྲིད་ཀྱི་རེད་དོགས་པ་སྡུག་ཅག་ཡོང་སྲིད་ཀྱི་རེད་ག་རེ་ཡིན་རེད་ཡོང་སྲིད་ཀྱི་རེད་གཅིག། རེད་བ། ང་རང་ཚོ་བཙན་བྱོལ་ནང་ལོགས་ནས་ལྟ་སྟངས་ད། གཉིས་པ་དེ་ནི་བོད་ནང་ལོགས་ལ་ཕར་འགྲོ་བ་ཡིན་ན་རྒྱ་མིས་ཀྱིས་ཁྱོད་རང་ཚོ་ལ Scan བྱེད་ཀྱི་རེད། Scan བྱས་ནས་ཁྱོད་རང་ཚོ་འབྲེལ་བ་སུས་ཉོ་མོ་འདུག་ག་འདྲས་འདུག་ག་རེ་ལས་ཀ་བྱེད་ཀྱི་འདུག་ཆ་ཚང་བསྔོག་གི་རེད་ཁྱོད་རང་ཚོ་མ་ཟེར་བ། ཁྱོད་རང་ཚོ་དང་མཉམ་དུ་ཨ་ནི་བོད་མི་སྒྲིག་འཛུགས་ཀྱི་སྒང་ནས་ཁོ་རང་ཚོ་གི་ལྟ་ཕྱོགས། ཁོག་པ་ཅིག་བསྔོག་གི་རེད་ར་བོད་མི་སྒྲིག་འཛུགས་སྒང་ལ་ཁྱོད་རང་ཚོར་ནང་འགོག་ནི་ཁོག་པ་ཅིག་བསྔོག་གི་རེད་ཁྱོད་རང་ཚོ་དེ་བིཀ་ཏིམ་ཆགས་སོང་ཨ་ཨ་འདི་ག་ཅིག་པོ་མཛད་གི་མ་རེད་ཁྱོད་རང་ཚོ་དང་ཁྱོད་རང་ཚོ་འདྲ་བོ་དེ་འདྲས་འགའ་ཤས་ཅིག་བོད་མི་སྒྲིག་འཛུགས་དང་གཡག་ཡོན་ལ་ལས་ཀ་བྱས་ཡོད་འདི་གང་ལ་ཨ་ཨ་འདི་ནས་བཙན་བྱོལ་ནང་ལ་ཡོད་ཡོད་བྱ་ངེས་གི་ཨ་ཨ་བོད་ནི་ལས་རྒྱོ་གསར་བ་འབྱོར་རྒྱོ་སུ་དང་སུ་ཡིན་པ་ཡིན་ན་རེད་བོད་ཨ་ཨ་བོད་ནང་ལོག་ལ་ཕ་མ་སྤིན་རྒྱ་ཐུགས་ཁག་འགྲོ་ངེས་འདི་ཚོ་ཡིན་པ་ཡིན་ན་རེད་ཁོ་རང་ཚོ་ལ་ཨེ་འགོག་རྒན་བྱེད་གི་རེད་ཁོ་རང་ཚོ་ལ་ཨེ་དཀའ་ལས་ཁག་པོ་བཟོས་གི་རེད་ཁོ་རང་ཚོ་ལ་ཨེ་ད་ག་ནང་བཤད་གི་ཁྱོད་རང་ཚོ་གི་ཁྱེད་རང་ཚོ་དང་གཅིག་པ་ཡིན་ཤག་ཤག་བརྩིས་ནས་ཨ་ནི་དཀའ་ལས་ཁག་པོ་བཟོས་ཡོད་རེད། ཨ་དེ་འདྲས་ཡིན་དུས་གང་ལ་ད་དེ་འདྲ་བོ་གི weakness གཅིག་ང་ཚོ་ལ་སླེབས་ཀྱི་འདུག་ལབ་པ་ཡིན་ན་དེ་འདྲ་བོ་གི weakness ལབ་ཡོད་ད། ཨ weakness གཅིག་སླེབས་ཀྱི་འདུག་བསམ་པ་ཡིན་ན་དེ weakness དེ་ང་ཚོ་གི་དུམ་ལ་བཅད་ཐུབ་བ་གཅིག་ང་ཚོ་བཟོས་དགོས་གོ་རེད། དེ་བྱས་ནས་བོད་ནས་སླེབས་དགོས་ལ་དེ་གང་ལ་ངེད་ཀྱི་ཡིན་གཅིག་མིན་གཅིག་སྡུག་ཅག་རེད་ཁག་ཁག་བསྡད་དགོས་རེད་ངེད་ལ་གོ་མ་རེད་ད། ངེད་ལ་ཡ་དེ་གར་ལ་འོར་ལ་ན་བོད་ནས་སླེབས་ངེས་དེ་ཚོ་ཡིན་པ་ཡིན་ན་བཙན་བྱོལ་ནང་ལོགས་ལ་སླེབས་ཚར་བའི་རྗེས་ལ་གཟབ་གཟབ་བྱེད་དགོས་པས་གལ་ཆེན་པོ་རེད་ལ་ནི། ད་དང་པོ་ད་རིང་ང་རང་ཚོས་ངས་ཡང་དག་བཤད་ཡ་དེ་ག་རེ་ལ་འོ་ན། རང་བཙན་ཁ་སྐྱེར་པ་དང་ལྟ་བ་ལོག་པ་བརྗོད་ཨ་ཨོ། བོད་མི་སྒྲིག་ཚོགས་ལ་རྒྱབ་བསྟོན་ངེས་དང་ཨ་ནི། དབུ་མའི་ལམ་ལ་ཁ་གཏད་བཅག་ངེས་དང་དབུ་མའི་ལམ་ལ་ཨ་ནི་སྨ་རས་བབས་ངེས་དང་དབུ་མའི་ལམ་ལ་ལྟོ་རེས་ངན་ཚད་བཤད་ངེས་དུས་ཚོད་དེ་དེ་རིགས་ཀ་སང་ང་ཚོ་གི་བཙན་བྱོལ་ནང་ལ་སྐྱེ་ངེས་དུས་ཚོད་ཨེ་ཆགས་ཡོང་གི་འདུག་ཨ། རེད་བ། རང་བཙན་ཁ་སྐྱེར་པ་དེ་ཚོ། དེ་འདྲས་ཡོད་དུས་གང་ལ། ང་རང་ཚོ་གི་བཙན་བྱོལ་ནང་ལ་གཅིག་པོ་ཚད་གི་མ་རེད། ཨ་ནི་གསར་བ་སྦྱོར་རྒྱོ་ཨ་ནི་སྤུ་གུ་གསར་བ།

མི་མང་པོ་ཅིག་འདུག་ཟེར་ནས་ལས་ག་ས་ཁོ་རང་ཚོ་གི་རྒྱབ་ལོག་ལ་ཨ་ནི་ག་ལོག་རེད། ཀླད་པ་དཀྲུག་བཞག་དུས་གང་ལ་ང་རང་ཚོ་གི་སྤྱི་ཚོགས་ལ་མ་ཕན་པ་ང་རང་ཚོ་གི་སྤྱི་ཚོགས་ལ་གནོད་པ་ད་ག་ལི་ག་ལི་ཁྱེད་རང་ཚོ་ལྟ་གི་བྱེད་ཨ་འདི་ཚོ་ང་ཚོ་གི་ད་ལྟ་ནས Boycott མ་བྱེད་ན།

ཨ་མོ་རང་ཨ་སུག་གི་ལ་བོར་སློབ་སྦྱོང་ཞུ་ཡི་ཡོད་ལ་བོར་སློབ་སྦྱོང་ཡོད་ངེས་མི་དེ་ཚོས་དེ་འདྲའི་གི་ཨ་ནི། ཨ་ལས་སླ་བོ་ཡང་འགྲོ་གི་འདུག་ན། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མ་འོངས་པའི་གི་སོན་རྩ་ལོ་ཆུང་ཆུང་དེ་ཚོ་ལས་སླ་བོ་ག་ཚོད་ཡང་གི་མེད་གྲོགས་ལས་ཀྱི་ཨ་དེ་ཚོ་དངོས་ནས་བསམ་བློ་བཏང་ཡ་གྱི་ཆ་བོར་ད། ཨ་ན་ངས་གི། དཔྱད་ཞིབ་བྱེད་དང་བྱེད་བསྡད་པའི་གི་སྒང་ནས་ངས་གི་མཐོང་སྟངས་ལ་གར་མཐོང་སླ་བ་ཡིན་ན་ང་ཚོ་སྤྱི་ཚོགས་ནང་ལོགས་ལ། རང་བཙན་ཁ་སྒེར་པ་དང་ཨ་ནི་ང་ཚོ་དབུ་མའི་ལམ་མགོ་མ་ཚུགས་ནི་དབུ་མའི་ལམ་ལ་ཨ་ནི་དགག་པ་རྒྱག་ངེས་དབུ་མའི་ལམ་ལ་ལྟ་ཕྱོགས་སྡུག་ཅག་བཏང་ངེས་དེ་འདྲས་མི་འདེད། དཔེ་མང་པོ་འདུག་ད་ཁུ་སིམ་པོ་ལ་བསྡད་ཀྱི་འདུག་ཁོང་ཚོ་ག་རེ་བྱེད་ཀྱི་འདུག་ལབ་ན། ཁོ་རང་ཚོ་དེ་ག་དབུ་མའི་ལམ་ལ་དགག་པ་ཡོད་ལ་ནི་དོན་གས་མི་འདུག་ཁུ་སིམ་ཁུ་སིམ་ལ་ང་ཚོ་མཉམ་དུ་མཉམ་དུ་ཡོད་མདོག་མདོག་བྱས་ནས་འགྲོ་ཡ་བྱོས་ཨ། ཨ་ནི་ཁོ་རང་ཚོ་གི་ལས་འགུལ་སྤེལ་ཡུལ་འདི་ག་ལ་ལས་འགུལ་ཤུགས་ཆེན་པོ་བཞི་བོ་སྤེལ་གྱི་འདུག་དེ་དེ་ཁ་སེང་འོས་བསྡུ་གི་སྐབས་ལ་ངེད་ཀྱིས་མཐོང་སོང། དེ་ཡིན་དུས་གང་ལ་ངེད་ཀྱིས་རྐང་བཙུགས་ནས Smart Vote གི་དྲི་བ་དེ་མ་བཏོན་མ་མི་མང་ལ་བཀྲམས་ལ་དགོས་ཀྱི་རྒྱུ་བ་རྒྱུ་མཚན་དེ་ལ་ཐེ་གི་འདུག་དེ་འདྲའི་དགྲ་བོ་ཡིན་དུས་གང་ལ་ང་ཚོ་བོད་མི་མང་དེ་ཚོ་གཟབ་གཟབ་བྱེད་དགོས་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་མ་གཏོགས་དེ་ཚོ་ཧ་ལས་བོད་ཀྱི་ཞེ་སྣང་ཚ་པོ་རེད་ཤག་སོ་ངེད་ཀྱི Bottom Line འགོ་ཚུགས་སམ་མི་མང་ངེད་གར་ལོག་གོ་ལ་ན་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ། ཁ་སང་གཞུང་འབྲེལ་མེད་པའི་གི་ཚོགས་པ་ཁག་མང་པོ་ཅིག་བཟོས་ནས། དེ་དང་དེ་གི་སྒང་ནས་ཨ་ནི། ག་ལགས་རེད་རང་བཙན་ཁ་སྐྱེར་པ་འདྲ་བོ་ཅིག་ཡིན་མདོག་མདོག་བྱས་ནས་རང་བཙན་ཡིན་མདོག་མདོག་བྱས་ནས་རང་བཙན་ཨ་ནི། ག་བཀོད་ཀྱི་ཡོད་མ་རེད་སྟོང་པ་སྟོང་རྐྱང་རེད་ཡིན་ནའི་ཡང་རང་བཙན་ལག་ཁ་བྱས་ནས། ཨ་ནི་ང་རང་ཚོ་ང་རང་ཚོ་ནང་འགོག་ལ་འགོག་རྐྱེན་བྱེད་ཡ་དང་ང་རང་ཚོ་ང་རང་ཚོ་ནང་འགོག་ལ་འདྲ་ཟ་ཡ་དང་ང་རང་ཚོ་ནང་འགོག་ལ་ཐབས་ལོ་བཏང་ཡ་དང་ང་རང་ཚོ་བོད་མི་སྒྲིག་ཚོགས་ལ་ག་བ་འགྲོ་གི་འདུག་ན། འགོག་རྐྱེན་ཇེ་ཡག་གི་བྱེད་ཀྱི་འདུག་མ་གཏོགས་དེ་ཡག་ད་རྩ་བ་རྙེད་ནི་མི་འདུག་ད་རིང། ང་རང་ཚོ་ད་ཉིས་སྟོང་ཉི་ཤུ་རྩ་དྲུག་ནས་ཡལ་ཐབས་ཀྱི་སྒང་ལ་སྲིད་སྐྱོང་ཡིན་པ་ཡིན་ན་རེད། བོད་མི་སྒྲིག་འཛུགས་ནང་ལོགས་ལ་ལས་བྱེད་སུ་དང་སུ་ཡིན་པ་ཡིན་ན་རེད། ཨ་ནི་ཡང་ད་ག་ལ་གི་རེད་སྤྱི་འཐུས་སྒང་ལ་གླེང་ངེས་སུ་དང་སུ་ཡིན་པ་ཡིན་ན་རེད་ཁོ་རང་ཚོ་གི་དོན་སྣང་བྱེད་དགོས་ཡ་དེ་དབུ་མའི་ལམ་དེ་གཙོ་བོ་བཞག་ནས་དབུ་མའི་ལམ་སྒང་ལ་ལས་འགུལ་ཧ་ལས་པ་ཅིག་སྤིག་དགོས་ཀྱི་འདུག་མ་གཏོགས། དེ་རང་བཙན་ཁ་སྒེར་པ་དང་འདི་ཚོ།

གར་ས། བོད་ནང་ལོགས་ལ་ཁམས་ཕྱོགས་ལ་ཨ་ནེ་འགྲམ་བཟོས་ཀྱི་འདུག་ལ་ནས་ཨ་ནེ་མི་མང་པོ་ཅིག་ཨ་ནེ་པི་མུག་བཙོང་ནས་ཞུ་བ་འཐེན་འཐེན་གི། དེའི་གི་སྐད་ཆ་དེ་ལ་ཐུགས་རྒྱབ་ནས། Information ཁ་ཤས་ཅིག Extra ཁྱེར་ནས་ཡོང་ནས་ཁོས་ཁ་ཚིང་རང་ངེད་ཅག་རང་འདི་བྱས་སོ། ང་ཚོ་སྤྱི་ཚོགས་ནང་ལོགས་ལ་རོ། མི་གཅིག་རོ་གཞོན་ནུ་ནང་ལོགས་ལ་ཡོད་ན་ད་ག་རང་མི་དེ་བུད་མེད་ནང་ལོགས་ལ་ཡང་ཡོང་པ་ཡིན་ན་དེ་ཏག་ཏག་བསྡད་ཀྱི་མི་འདུག་ད་ག་ཅིག་ན་འདི་གི་ང་ཚོ་གར་ཅིག་ལ་ན།

དེ་ལ་དུས་གང་ལ་ཁོས་ཀྱི་རང་བཙན་ཁ་ཁྱེར་པ་དེ་ཚོ་ལ་འོས་ར་ཡག་གི་ཐབས་ཤེས་བྱེད་དགོས་རེད་ཨ་ནི་ང་རང་ཚོ་གི་བསམ་བློ་གཏང་སྟངས་འདྲ་བོ་ཅིག་ཡིན་པ་ཡིན་ན་བོད་ཕྱོགས་ལ་འགྱུར་བ་གཏང་ཡག་གི་ཐབས་ཤེས་ཅིག་བྱེད་དགོས་རེད་ཨ་དངོས་གནས་བྱས་ན་འོས་བླུ་བྲོ་སྐབས་དེ་བ་ལ་ཨ་ང་རང་ཚོ་བྱུང་བའི་ཆུང་ལོ་ལྔ་གསུམ་བཞི་ལྔ་དེ་ནང་ལོགས་ལ་ག་རེ་བྱུང་བ་དེ་ཆ་ཚང་ང་ཚོ་སྐྱོ་ཚར་རོ་ཨ་མཐའ་མ་ཐག་ཤུད་དེ་སླེབས་ནས་ཁོས་ཀྱི་བོད་ཀྱི་གང་ལ་བྱས་བོད་གང་ལ་ཡིན་ག་རེ་འདི་གང་ལ་སྲིད་སྐྱོང་སྤེན་པ་ཚུན་གྱི་ལས་ཀ་གནང་དང་གནང་ཤེས་པ་རེད། ཇེ་སྐྱིད་ཇེ་སྐྱིད་ལ་ད་འདོད་ཡིན་ནའི་ཁོ་ཚོ Extra Ordinary དོན་ནི་བྱེད་དགོས་ཆགས་ཀྱི་མི་འདུག་ཨ། ད་འདོད་ཡིན་ནའི་ཡང་དང་གོ་ཁ་ཟིན་ལྟ་རིས་བཅུ་དྲུག་ཉིན་མོ་དེ་ལ། ཁོ་ཚོ་དེ་དོན་ནི་ད་རང་བཙན་ཁ་སྒེར་པ་དེ་ཚོ་དེ་འདྲའི་བྱས་ནས་ཨན་ཏ་ད་རྒྱ་མི་གི་ཡི་གེ་དེ་ཚོ་བོད་ཀྱི་རྒྱལ་དར་གི་གང་བདེ་བ་ལ་བྲིས་ནས་མཐོང་གི་འདོད་ཡ་མེད་མ། མཐོང་གི་འདོད་ཡ་དེ། རྒྱ་མིག་གི་ཡི་གེ་དེ་ཚོ་བོད་ཀྱི་རྒྱལ་དར་གྱི་སྒང་བདེ་བ་ལ་བྲིས་ཡོད་ཅེས་ནས་ད་ཁོ་ཚོ་ཨེ་འདྲས་བྱས་ཡོད་འདི་ག་ལ། འདི་ཚོ་གང་ག་ག་རེད་ལ་འདི་ག་ལ། སྙེ་མ་ཨ་ཕྱི་ལོ་ཅུ་སྟོང་དགུ་བརྒྱ་དུན་ཅུ་བདེ་བ་ལ་ཨ་ནི། ལི་ཐང་ཨ་ད་ད་ཁོ་རང་ཚོ་གི་བྱེད་རྒྱོག་གི་ལས་ཀ་ད་ག་རང་བྱེད་ཁོ་རྡ། ད་ག་རང་བྱེད་ཁོ་རེད་ང་ཚོ་བོད་མི། ང་ཚོ་བོད་པས་གི་དཀའ་སྡུག་དེ་ར་བ། སེ་ཡ་ཅི་ཡས་མི་རྒྱོག་ཡང་སེ་ཡང་སེ་རང་ཅག་རང་ཅག་གར་ཕྱིན་སླེ་གི་འདུག་ལ་འདི་ག་ལ་ཁོ་རང་ཚོ་གི་མུ་ད་ས་བ་ས་བ་ཟོན་སླེ་ཁོ་རེད། ངས་ལ་ཡ་དེ་དང་ར་རེད་ང་ཚོ་ཡར་འགྲོ་གི་ཡིན་ལ་ན་ཁོ་ཚོ་མར་འགྲོ་གི་ཡིན་ལ་ཀི་རེད་ང་ཚོ་མཉམ་དུ་མར་འགྲོ་དགོས་ལ་ན་ཡང་ཁོ་ཚོ་ཡར་ཡོང་གི་ཡིན་ལ་ཀི་རེད་དེ་འདྲའི་རང་བྱས་ནས་ཨ་ནི་ང་རང་ཚོ་གི་བོད་པས་ཀྱི་དཀའ་ངལ་དེ་སེལ་ཐབས་ཅི་མི་སྐྱོ་ཨེ་འདྲས་འདྲས་བྱས་ནས་ཨ་ནི་ཁ་ཤས་ཀྱི་མི་ཚེ་རྫོགས་འགྲོ་གི་ཡོད་རེད་ད་ཡིན་ན་ཁ་ཤས་ཀྱི་རྐང་བཙུགས་ནས་མི་ཚེ་རྫོགས་ཡ་ཆེད་དུ་ཨ་ནི་ད་ག་ད་ག་ཟིག་ཡ་གཡང་མ་གཡང་བྱས་ནས་བཞག་གོ་ར་ཁ་ཆེམས་ལ་ན་ཁོ་རང་ཚོ་འདིའི་པ་ར་ལ་འབག་གུ་གྱང་ཡ་ར་གོ་རེད་ཨ་ནི་དེ་དེ་གཅིག་པུ་ཚད་ཀྱི་མ་རེད་ཁོ་རང་ཚོ་འདི་དང་འདི་མཉམ་དུ་ཁོ་རང་ཚོ་ལ་གོང་ནས་ད་ཐོངས་ད་རྐུབ་བཀྱག་ད་མིང་ད་འདི་ར་འོ་ར་འོ་འདི་བྱས་ནས་འདི་བྱས་ནས་བོད་ང་རང་ཚོ་བོད་པ་ང་ཚོ་མགོ་འཐོམ་རྒྱུ་ཡོད་མ་རེད། ད་ནས་གསུམ་པ་ང་ཚོ་འདས་པའི་ལོ་འདིའི་ནང་ལོགས་ལ་འདི་གོ་གསལ་བཤད་མང་པོ་བྱས་ཚར་འདི་ག་གོ་བ་མང་པོ་བླུགས་ཚར་རེད། ད་འདོད་ཡིན་ན་ཡང་ཀ་ལ་ཀ་ཁ་ལ་ཁ་ག་ལ་ཀ་ང་ལ་ང་ད་ལྟ་ཡང་ལབ་དགོས་ཀྱི་འདུག་ན་ཨ་ང་ཚོ་བོད་པ་ཞབས་འདྲེར་ད་ང་ཚོ་གི་ཀ་ལ་ཀ་ཁ་ག་འདི་ཀ་རེད་འདི་ཁ་རེད་འདི་ག་རེད་ལ་ནི་ང་ཚོ་མང་པོ་ལབ་ཚར་བ་རེད།

ཆོག་ཅིན་ལྟ་དུས་གང་ཐེངས་ང་རང་ཚོ་བོད་མི་གྲུབ་ཚོགས་ལ་འགལ་ཟླ་བྱེད་མགོ་བར་ཐག་ཆོག་ཅིན་ནས་མི་མང་དེ་དེའི་ཁོ་རང་ཚོ་ཕྱོགས་ལ་བཀུག་ནས་ཨ་ང་ཚོ་བོད་མི་གྲུབ་ཚོགས་ལ་འགལ་ཟླ་བཟོ་ཡ་གི་ལང་ཀ་དེ་བཟོས་གི་ཡོག་རེད་དེ་བྱས་ནས་ད་རིང་གི་འོས་བསྡུ་གི་སྐབས་ལ་ང་ཚོ་མཐོང་སོང་ཨ། སྐལ་རྡོ་ཨོ་ག་ཚང་ག་བ་ག་བ་འགྲོ་གི་འདུག་དེ་བ་དེ་བ་ལ་མི་དེ་ཚོ་ཁ་ཤས་ཀྱི་སྐད་ཆ་ཤི་སྟངས་ག་འདྲའི་བཤད་གི་འདུག་ཨོ་དེ་འདྲའི་བཤད་ཡོད་དུས་གང་ལ་ང་ཚོ་མི་མང་ཡང་འགྲོ་གི་འདུག་ལ་ནས་ང་ཚོ་ཡང་འགྱོད་ཡོག་མ་རེད་ང་ཚོ་མཐའ་མ་མཐའ་ཤུ། བོད་མི་རིགས་ཀྱི་དོན་དག་ལ་སྐད་ཆ་བཤད་རྒྱུ་ཡོད་རེད་ང་རང་ཚོ་གི་རིག་གཞུང་དང་ང་རང་ཚོ་གི་སྐད་རིགས་སྲུང་སྐྱོབ་བྱེད་ཡག་གི་སྒང་ལ་བཤད་རྒྱུ་ཡོད་རེད་ང་རང་ཚོ་གི་བོད་ཀྱི་བདེན་རྟགས་གསལ་ཡག་སྐད་ཆ་བཤད་དགོས་དེ་བོད་ཀྱི་བདེན་རྟགས་དེ་ག་ཚོད་ནས་མགྱོགས་པོ་གསལ་ཚགས་སོང་ན་བོད་ཀྱི་བདེན་རྟགས་དེ་གསལ་ཚགས་སོང་ན་གཙང་མ་གཙང་རྐྱང་རེད་བ། ད་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ནི་ང་ཚོ

ང་ཚོ་ཚང་མ་འགྲོ་ཡ་གཅིག་པོ་རེད་རྒྱ་བོར་རིན་པོ་ཆེ་གི་སྐུ་ལས་རྒྱབ་ཚར་བ་རེད་དེ་ལ་ང་ཚོ་འགྲོ་བསྡད་རྒྱུ་དེ་གང་ལ་རྐང་གཙོ་བོ་ནི་ཁོ་ཚོ་གི་ཨ་དེ་དག་དེ་སེམས་མ་བཅུག་ཡ་ཆེད་དུ་ཁོ་ཚོ་གི་འགོག་རྐྱེན་བྱེད་ཀྱི་འོར་ད་ཧ་གོ་བ་བྱེད་ཡ་མི་མང་དེ་ཡིན་དེ་གང་ལ་ང་ཚོ་གི་ད་ཡེ་གེ་སྒང་ནས་བུད་མེད་སྒྲིག་འཛུགས་ཀྱི་བཀའ་གནང་ཐུག་གི་མ་རེད་ཨ་ཁོ་རང་ཚོ་ནང་གོ་ནང་གོ་ལ་བཤད་པ་ཡིན་ན་ཡང། ཁོ་རང་ཚོ་ནང་སྒོར་ནང་ལོག་ནས་གཅིག་གིས་གཅིག་ལ་རྫུག་གི་རྫུག་རེ་རྩེད་ཀྱི་རེད་ད་ང་ད་ད་དབང་ཡོད་བཤད་ཀྱི་འདུག་ད་དཔོན་པོ་དོན་གྱི་འདུག་ཅི་བྱེད་ཀྱི་འདུག་ལབ་ཀྱི་རོགས་ཨ། ཨོ་ས་འོག་གི་ད་ད་ལབ་ཀྱི་རོགས་ཨ། ཨོ་དེ་འདྲས་ཡིན་ཙང་ཁོ་རང་ཚོ་ནང་སྒོར་ནང་སྒོར་ལ་མི་གྱེན་པའི་ནང་ལོག་ལ་ཁོ་རང་ཚོ Officer ཡིན་ཚར་བའི་རྗེས་ལ་ཁོ་རང་ཚོ་ནང་སྒོར་ནང་སྒོར་ནས་བཤད་ཆོག་གི་འོག་མ་རེད། སྒྲིག་གཞི་གི་དབང་ནས་ཁོ་ཚོར་བཤད་ཆོག་གི་འོག་མ་རེད་འགྲོ་ཆོག་གི་ཡོད་མ་རེད། ང་རང་ཚོ་བོད་མི་རིགས་ང་རང་ཚོ་སོ་སོ་ར་བ། མི་སྐྱོ་མ་ཆགས་ནས་ང་ཚོ་ལ་འགན་ག་རེ་ཡོད་ལ་ན། མི་རེ་རེ་གཉིས་གཉིས་ལ་འགན་ཡོད་ར་ལགས་པའི་རྒྱུ་མཚན་འོ་དེ་རེད་ང་རང་ཚོ་ལ་འགན་དེ་ག་རེ་ཡོད་ར་ལགས་རེད་ན་ང་ཚོ་གི་དངོས་ཡོད་གནས་ཚུལ་དེ་གོ་ཚུ་འོ་ནི་ཨ་ང་ཚོ་གི་བོའི་ཀོར་བྱེད་གོ་འོ་ར་ཁོ་ཚོ་གཞུང་འབྲེལ་མེད་པའི་ཚོགས་པ་ཁག་དང་ཚོ་མ་ར་བཤད་གི་འདུག་བཅོས་ངས་བྱེད་གི་འདུག་ལགས་པའི་ན་ཁོ་ཚོ་ལ་དཀའ་ཡག་གི་འགན་དེ་ང་ཚོ་ལགས་པ་ལ་ཡོད་དེ་ང་ཚོ་གི་བྱེད་གོ་འོ་ར་མ་གཏོགས་ང་ཚོ་གས་ཨ་ཁ་ཡང་མི་ཡང་བྱེད་ཧང་སང་ག་བྱེད་ད་དེ་བ་ཡིན་ན་སོ་སོ་གི་བཅའ་ཁྲིམས་དེ་ངོ་མ་ཤེས་སོ་སོ་གི་སྒྲིག་འཛུགས་དེ་ངོ་མ་ཤེས། ཨ་ཡུལ་ཆུ་འཐུང་ནི་ཡུལ་ཁྲིམས་དེ་ཁྱི་དང་མ་ཤེས། ད་འདོད་ཆེ་ར་ལངས་ཆ་ལངས་བྱེད་ད་འདོད་ཡིན་ནའི་རྒྱ་བོར་རུམ་བྱེད་ཡོད་བསམ་ནས་ཨ་ནི་རྒྱ་བོར་རུམ་བྱེད་གོང་ལོ་བརྒྱ་དང་སུམ་སོ་ལྔ་བཞུགས་གི་རེད་ལ་ནི་ང་ཚོས་ལྷོད་ལྷོད་ཕྱིན་བསྡད་པ་ཡིན་ན། ཞབས་འདྲེན་ལགས་ན་ཁྱེད་རང་ང་ཚོ་ཚང་མ་ཆ་བགོར་ད་ཧ་གི་སོ་ཨ། རྐང་བཙུགས་ནས་ཁོ་རང་ཚོ་གི་རྒྱ་བོར་རུམ་བྱེད་ཀྱི་རྟེན་བཞག་རྒྱུ་དེ་འགྲུབ་བཅུག་གི་ཡོད་མ་རེད། འོ་དེ་ཧ་གོ་བགོར་ད་ཧ་གི་སོ་ཨ། དེ་བྱས་ནས་ངས་ཁ་རི་ཁ་ཐུག་ལབ་ཡོད། ཁྱེད་རང་ཚོ་ལ་ང་ཡི་གེ་མང་པོ་ཤེས་ཚར་བ་ཡིན། དོན་སྣང་ཡག་པོ་བྱས་མ་གཏོགས་འདི་དང་འདི་འདྲ་བོའི་གཞུང་འབྲེལ་མེད་པའི་ཚོགས་པ་ཁག་དེ་ཚོ་དང་དེ་ནང་ལོག་ལ་འཛུལ་བསྡད་ངེས་མི་དེ་ཚོ་མི་དེ་ཁོ་རང་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ། ཨ། བོད་མི་སྒྲིག་འཛུགས་ཀྱི། ང་ནི་ཀླད་སྐྱོག་མི་གཅིག་རེད་པས། ཁོ། གཞུང་འབྲེལ་མེད་པའི་ཚོགས་པ་ཀྲི་ཝེ་སི་ཀྱི་རྒྱུན་ནི་རེད་པས་དེ་འདྲས་ཡིན་པ་ཡིན་ན་དབྱེ་བ་ཅི་གོ་གི་ཡོད་ད། དབྱེ་བ་ཅི་གོ་གི་ཡོད་མ་གཏོགས་ང་ཚོ confuse མ་བཟོས་ཨ་ད་ག་རང་ཁྱོད་ཚོ་གི་བྱས་པ་རེད་ད་ད་བོ་དོ་ང་ཉིས་སྟོང་བརྒྱད་ལ་ཀེམ་པའི་རྒྱ་གར་འགྲོ་དུས་གང་ལ་རང་བཙན་ལ་ནི་ང་ཡ་འགྲོ་བ་རེད། SFT དང་རང་བཙན་དང་གཞོན་ནུ་དང་བུད་མེད་ཚོགས་པ་དང་གང་ག་ལ་ནི་ང་ཚོས་རང་བཙན་ལ་འགྲོ་བ་རེད་མཐའ་མ་ཐ་ཤུ་ལ་རང་བཙན་ལ་འགྲོ་ཚར་བའི་རྗེས་ལ་རྒྱ་མིས་ཀྱིས་རྒྱ་བོ་རིན་པོ་ཆེ་སྐྱག་རྫུན་བཤད་གི་འདུག་རྒྱ་བོ་རིན་པོ་ཆེ་ཨ་ནི་ཞལ་གཅིག་ནས་ཨ་ནི་ལྕེ་ལེ་གཉིས་སྐད་ཆ་བཤད་གི་འདུག་ལ་འདི་གང་ལ། ཁོ་ཚོ་གིས་འདི་གང་ལ་ཚིག་ལན་དང་གཏམ་ལན་བྱས་ཡོད་མ་རེད། ད་ག་ནང་བཞིན་ང་ཡི་བསམ་བློ་འཁོར་གར་སྤྱི་ནི་རྒྱ་མི་གིས་དེ་འདྲའི་ལ་དགོས་ཡོད་རེད་ལ་འདི་གང་ལ་བཞུགས་ཚར་ལ་འདི་གང་ལ་ང་ཚོ་ལ་དབུ་དམག་གི་ལྟ་བ་ལངས་ཕྱོགས་གང་ལ་ང་ཚོ་ལ་གོ་རྟོགས་ཁོ་རང་མི་འདུག་བ། ང་ད་ད་མགོ་ང་བསམ་བློ་འཁོར་སྟེ། New York ལ་དེ་ཆུ་བ་པར་པོལ་གྱོན་ངེས་དེ་འདྲ་གཅིག་འདུག་ཨ། དེ་ཚོ་དེ་དབུ་མེད་ཀྱི་ཨ་ནི་ཚོགས་པ་ཡིན་པའི་སྐད་ཆ་རེད་འདུག་ཨ། དེ་དབུ་མེད་ཀྱི་ཚོགས་པ་ཡིན་པ་ཡིན་ན། གསལ་བསྒྲགས་ཡག་པོ་བྱེད་དགོས་ར་གོ་རྟོགས་ཡག་པོ་སྤེལ་དགོས་ར་ང་ནི་ཧ་གོ་གི་མེད་ད། ངས་གར་བསམ་ཟི་ལ་ན་སྙེ་མ་སྙེ་མ་དེ་བ་ལ་མ་གཅིག་དང་གཅིག་གཅིག་གཉིས་གཉིས་དང་གསུམ་གསུམ་དང་བཞི་བཞི་ལ་ནི་མང་པོ་ཅིག་བཟོས་ཡ་བྱས་པ་རེད་ཉིས་སྟོང་བཅུ་དེ་བ། ཚོགས་པ་མང་པོ་བཟོས་བྱས་པ་རེད། དེ་འབྲེལ་གྱི་ཚོགས་པ་ནང་ལོགས་དོན་འཁྱོག་རེད་ལ་ནི་ངས་དྲན་བསྡད་ཡོད་རེད། ད་ལྟ་ཚོགས་པ་མང་པོ་དོན་དོན་གྱི་འདུག་དེ་འདྲའི་འདྲ་བོ་ཚོགས་པ་ཡིན་གྱི་རེད་བསམ་ནས་ངས་དེ་འདྲས་དྲན་པ་རེད། ད་བཞུགས་ཙག་ཏག་ངས་ཀྱི་སྐད་ཆ་བཤད་པའི་བརྒྱུད་རིམ་ནང་ལོགས་ལ་ངས་བཤད་གིན་བཤད་གིན་བཤད་གིན་འགྲོ་དུས་གང་ལ་ཁོ་ཚོ་དེ་དབུ་མ་གི་ཚོགས་པ་ཡིན་པ་དེ་གཞི་ནས་འགོ་ཚུགས་སོ་ཨ། དབུ་མ་གི་ཚོགས་པ་ཡིན་པ་ཡིན་ན་ཁྱོད་རང་ཚོ་གི་ལས་ཀ་དེ་རྟག་པ་རེད་ཤེས་མི་མང་སྐོང་མི་མང་འཛོམས Donation གླེང་དམ་པོ་ལ་བརྩེ Gift སྤྲད་དེ་འདྲས་ཅིག་དབུ་མར་ལྟ། ཁྱོད་རང་ཚོ་གི་དབུ་མ་གི་ལྟ་བ་སྒང་ནས་མི་མང་ལ་གོ་རྟོགས་སྤེལ་དགོས་གོ་རེད་དབུ་མ་གི་ལྟ་བ་སྒང་ནས་ང་ཚོ་ཆབ་སྲིད་གི་འགྲོ་སྟངས་དང་ལངས་ཕྱོགས་དེ་ཚོ་ང་ཚོ་འགྲེལ་བཤད་རྒྱག་དགོས་གོ་རེད་མི་མང་ལ།

མི་འདི་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་གཞོན་ནུ་དང་འབྲེལ་བ་ཡོད་རེད་པས་ཡོད་མ་རེད་པས་ང་ཚོ་ཧ་གོ་གོ་གོ། གཞོན་ནུ་ཚོགས་པ་ལས་བྱེད་བ་དང་པོ་ཐག་རིང་ཁ་ཚིང་སྡེ་བ་ལ། ཁ་ཤས་ཀྱིས་གཞོན་ནུ་གི་ལས་འགུལ་ཡག་པོ་སྤེལ་གྱི་ཡོད་པའི་སྐད་ཆ་རེ་བཤད་རྒྱ་གར་སྡེ་བ་ལ། ཨ་ནེས་བིདེའོ་རོའུ་རྒྱབ་ནས་སྟོན་གྱི་འདུག་དེ་སྟོན་མ་སྟོན་ཆོ་ཡོད་མ་རེད་དེ་འདྲས་བྱས་ནས་ང་ཚོ་བོད་མི་མང་མགོ་སྐོ་ཐེག་གི་ཡོད་རེད། ཕྱོགས་གཅིག་ནས་གཞོན་ནུ་གི་ལས་ཀ་ཡག་པོ་བྱེད་ཀྱི་འདུག་ལ་སྟོན་གི་ཡོད་རེད། ཕྱོགས་གཅིག་ནས་གཞོན་ནུ་གིས་ང་རང་ཚོ་བོད་མི་སྒྲིག་འཛུགས་ལ་འགོག་རྐྱེན་བྱེད་གི་ཡོད་རེད་རྒྱ་གོ་རུམ་བཅས་ཀྱིས་སྟོན་བཞག་གི་ཡོད་བཀའ་གསུང་ཞལ་གསུང་གི་ལུང་ལམ་སྟོན་འདི་གང་ལ་འགོག་འགོག་རྐྱེན་རྐྱང་རྐྱང་བྱེད་གི་ཡོད་རེད་ལང་ཀ་ཅང་ཅང་བཀག་གི་ཡོད་རེད།

མེ་ཁའི་གཞོན་ནུ་ནང་ལོགས་ལ་ལངས་བསྡད་ངེས་ཀྱི་མི་དེ་ཚོ་ད་རིང་འོས་བསྡུ་གི་སྐབས་ལ་སྐུ་ཚབ་གང་ལངས་ནས་སླེབས་ཀྱི་འདུག་ཨ་འོས་བསྡུ་ལ་ལངས་ཀྱི་ཡིན་ལ་ནི་ཁོ་རང་ཚོ་ཡིན་པ་ཡིན་ནའི་ཁ་ཚིག་ཡག་པོ་བཤད་ཡ་ཡོང་གི་རོགས་ཨ་ཁོ་རང་ཚོ་ལས་ཐེ་ཚོམ་སྐྱེས་ནས་ཨ་ནི་བྱེད་སྟངས་མ་ཤེས་འོས་བགོ་བོ་བགོ་བ་ལ་འོས་ནི་བགོ་གི་ཡོག་རེད་བགོ་བ་ཅིག་ལ་ཁ་ཡིན་པ་དེ་བཤད་སྟངས་མ་ཤེས་ནས་ལྷག་དགོས་ཡ་ཅིག་རྒྱུ་མཚན་ཅིག་བསྡད་ཐེ་གི་འདུག་ཨ་དཔེ་ན་ཆ་བཤད་ན་བཀྲ་ཤིས་ལམ་སང་འདྲ་བོ་ཨོ་དེ་འདྲའི་འོས་བསྡུ་གང་ལ་ཏག་ཏག་བསྡད་གི་ཡོག་མ་རེད་དེ་རྗེས་ནས་ཁོ་རང་ཚོ་གི་བགོ་གང་ལ་བསྡད་ངེས་བགོ་ཁྲིད་དེ་ཚོ་ཡིན་པ་ཡིན་ན

གཞུང་འབྲེལ་མེད་པའི་གི་ཚོགས་པ་ཁག་རེ་ཁྱོད་རང་ཚོ་གི་ལྟ་བ་ལང་ཕྱོགས་དེ་ཁྱོད་རང་ཚོ་ངོ་ནས་ག་རེ་ཡིན་ནའི་འགྲིག་གི་རེད་དེ་ཡིན་ནའི་བོད་རྩ་དོན་གང་ལ་བཤད་ཡ་ལ་བོད་མིའི་སྒྲིག་འཛུགས་ཡོའོ་ར་དྭགས་བོད་མིའི་སྒྲིག་འཛུགས་གི་བཤད་བྱ་གྱོད་དེ་གང་ལ་ཁྱོད་རང་ཚོ་གོམ་ཆོ་ལོག་ནས་དང་ཁྱོད་རང་ཚོ་ཨོ་བོ་ཏེག་དང་ཨོ་བོ་རེད་དང་ཨོ་བོ་རེད་བྱེད་ཡ་དེ་འདྲ་ཁྱོད་རང་ཚོ་ལ་ཡོའོ་མ་ར་དྭགས་དེ་ཡིན་དུས་གང་ལ་ཁྱོད་ཚོ་ཧ་གོ་གི་རེད་ཨོ་ཀ་ཇ་ནོ་ལ་ཡོད་དོ་ཨ་ཁྱོད་རང་ཚོ་སོ་སོ་གི་སྡོད་ས་དེ་ཧ་གོ་གི་རེད་ཁྱོད་རང་ཚོ་གི་སྡོད་ས་དེ་གཞུང་འབྲེལ་མེད་པའི་ཚོགས་པ་རེད། གཞུང་དང་འབྲེལ་བ་མེད་པའི་ཚོགས་པ་ཡིན་དུས་ག་ལ་ཁྱོད་རང་ཚོ་གི་དེ་ས་མ་ནི་མ་རེད་ལ་ནི་ཧ་གོ་སོ་ཨ། དེ་ཀྲི་ཀ་བཙོང་གི་ན་བཙོང་ག་རེ་བཙོང་གི་ན་བཙོང་དམ་པོ་ལ་བརྩེ་གི་ན་བརྩེ། དེ་མ་གཏོགས་ཁྱོད་རང་ཚོ་བོད་རྩ་དོན་གང་ལ་བཤད་ཡ་ལ་ཁྱོད་རང་ཚོ་ལ་ཐོབ་ཐང་དང་ཁྱོད་རང་ཚོ་ལ་གེགས་བཀུ་ཅི་ཡོད་མ་རྟགས་ལ་ནི་ཧ་གོ་སོ་ཨ། ང་ཚོ་དེ་ཐའེ་ཝན་འགྲོ་བོ་མ་རྟགས་ཐའེ་ཝན་ལ་ན་རྒྱལ་ཁབ་གཅིག་རེད། ཧོང་ཀོང་ལ་ན་ཁོ་རང་ཚོ་རྒྱལ་ཁབ་གཅིག་རེད། ཁོ་རང་ཚོ་ནང་གོ་ནང་གོ་ལ་ཁོ་རང་ཚོ་གི་ལྟ་བ་ལོངས་སྤྱོད་ཡིན་ལ་ནི་ཁ་བཞི་ཁ་བརྒྱད་དོན་ཡོད་ན་ཧང་སང་ཡ་ཡོད་མ་རེད་དོན་ཆོག་གི་རེད་ཁོ་རང་ཚོ། ཁོ་རང་ཚོ་ལ་རྒྱལ་ཁབ་ཡོད་རྒྱུ་རེད་ང་ཚོ་ད་རྒྱལ་ཁབ་ཡོད་མ་ཐག་ང་ཚོ་བཙན་བྱོལ་ནང་ལ་ཡོད་བཙན་བྱོལ་ནང་ལ་ཡོད་དུས་གང་ལ་ང་ཚོ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ཀྱི་ལྟ་གྲུབ་ཀྱི་བ་ནི་ང་ཚོ་ལ་སྲུང་སྐྱོབ་དང་བདེ་ཡག་དང་གནས་ཡག་རག་གོ་རེད་དེ་གང་ག་རག་གི་རག་གི་ལ་ཁྱོད་ཚོ་རང་བཙན་ལ་བརྩོན་ནས་འགྲོ་གི་ཡོད་པ་ཡིན་ན་དེ་ང་ཚོ་བསྡད་བསྡད་ཀྱོ་དེ་ལ་གནས་པ་བྱེད་ཀྱི་ཡོད་དུས་གང་ལ་ཁྱེད་རང་ཚོ་དེ་ཚོད་ཟིན་ན་ཟིན། ཁྱེད་རང་ཚོ་ཚོད་མ་ཟིན་པའི་རྐྱེན་གྱིས་ང་ཚོར་དཀའ་ལས་ཁག་པོ་ཆགས་ཀྱི་འདུག་བོད་མི་སྒྲིག་འཛུགས་ལ་འགོག་རྐྱེན་ད་བྱེད་ཀྱི་འདུག་བྱེད་ཀྱི་འདུག་ང་རང་ཚོ་སྡེ་དེ་སྔའི་མི་གསོན་པོ་ཡོད་ངེས་དེ་ཚོ་ལ་དཀའ་ལས་ཁག་པོ་བཟོ་གྱི་འདུག་བོད་ཕྱི་ནང་གཉིས་བོད་ནང་ལོགས་ལ་ཡོད་ངེས་བོད་མི་མང་དེ་ཚོ་ཕ་གི་རྒྱ་མི་ལ་རྩིས་སྤྲད་ང་རང་ཚོ་ཕྱི་ལོགས་ལ་ཡོད་ངེས་བོད་པ་དེ་ཚོ་བསྡད་ས་མེད་འགྲོ་ས་མེད། འགྲོ་མ་ཤེས་བསྡད་མ་ཤེས་དེ་འདྲས་བཟོ་གྱི་འདུག་དེ་ཁྱོད་རང་ཚོ་གཞུང་འབྲེལ་མེད་པའི་ཚོགས་པ་དེ་ཚོ་ཚོད་ཟིན་དགོས་ཀྱི་འདུག་མ་གཏོགས་ཏག་ཏག་རྩ་བ་ཉིད་འདེད་ཀྱི་མི་འདུག་ད་ག་ན་ཞིག་ང་རང་ཚོ་བོད་མི་རིགས་ཀྱི་ཧ་གོ་ཡ་དེ་དེ་གཞུང་འབྲེལ་མེད་པའི་ཚོགས་པ་དེ་ཚོ་རེག་སོ་བྱེད་པ་དེ་ལ་ཞིབ་འཇོད་ཡག་པོ་བྱས་ནས་བཀར་དགོས་ཀྱི་འདུག་ད་མི་གཅིག་རང་དེ་ལས་དོན་གྱི་འདུག་དེ་ལས་དོན་གྱི་འདུག་ལབ་ན་ཁོ་ཚོ་གི་རྐང་བཙུགས་ནས་ང་ཚོ་ལ Confuse བཟོ་ཡ་ཆེད་དུ་གཅིག་ནི་ཁོ་རང་ཚོ་གི་མེ་དཔུང་གི་ཨང་གྲངས་མང་པོ་བཏོན་ཡ་ཆེད་དུ་གཅིག་ནི་ཁོ་རང་ཚོ་གི་ང་ཚོ་ལ Confuse བཟོ་ཡ་ཆེད་དུ་དེ་འདྲའི་འདྲ་བོ་ལས་འགུལ་སྤེལ་གྱི་ཡོད་རེད་ད་དེ་རྒྱ་མི་ལ་གོ་ཡ་རང་རེད་མ་གཏོགས་ང་རང་ཚོ་བོད། བོད་དོན་དོན་དག་ལ་དཔེ་གི་མི་འདུག་བསམ་ན་ང་ཚོ་གཉིད་སད་དགོས་ཡ་གི་དུས་ཚོད་སླེབས་ཡོད་རེད་ང་ཚོ་གི་དོན་སྣང་བྱེད་དགོས་གི་ཡོད་རེད་ད། མ་གཏོགས། ཨ། སྲིད་སྐྱོང་འགས་ཁ་མི་འདུག་ཨ། སྲིད་སྐྱོང་འགས་ལག་གི་འདུག་ཨ་ང་ཚོ་དབུ་མའི་ལམ་གི་ལྟ་བ་ལངས་ཕྱོགས་རེད་དེ་ཡིན་ན་ཡང་གཞུ། རང་བཙན་ལ་ན་མ་འགྲིག་པ་ཡོད་མ་རེད་ལག་གི་འདུག་མ་ལབ་རང་ལབ་རེད་སྲིད་སྐྱོང། སྲིད་སྐྱོང་གི་གོང་ནས་ལ་ཡོད་རེད་ཨ། སྲིད་སྐྱོང་གི་རང་ང་ཚོ་རང་བཙན་རྩོད་གི་ཨ། རང་བཙན་ལ་ཡ་དེ་ང་ཚོ་རྩོད་གི་མེད་ལབ་པ་ཡིན་ན་ཡང་ཏག་ཏག་ཡ་བསྡད་གི་ཡོད་མ་རེད།

ང་ཚོ་ལ་ཤེས་ཡ་ཡོད། ང་ཚོ་ལ་ག་ཅིམ་ཤེས་ཡ་ཡོད་ལ་ན་ང་ཚོ་དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་གང་ནས་ཡིན་ཙང། ང་ཚོ་རང་བཙན་རྩོད་ཀྱི་མེད་ཡིན་ཙང། དབུ་མའི་ལམ་གྱི་ལྟ་བ་ལངས་ཕྱོགས་ནི་གཉིས་ཕན་ཡིན་ལབ་ཀྱི་ཡོད་ཡིན་ཙང་ང་ཚོ་ལ་ཤེས་ཡ་གི་གོ་སྐབས་དང་ཐོབ་ཐང་དང། ཨ་ག་བ་ཡིན་ནས་སྐད་བཏང་ཡ་དང་དེ་འདྲས་བྱེད་གི་འོར་ཁ་ཡ་བྱེད་གི་འོར། གཞན། རང་བཙན་ཡིན་ལ་ནི་ལབ་པ་ཡིན་ན་ཁ་ཡ་བྱེད་ངན་འཇོག་གི་ཡོད་མ་རེད།